དེ་རིང་འདིའི་གོ་སྟོན་རྒྱལ་ཡོངས་ཤེར་ཕྱིན་བགྲོ་གླེང་ཚོགས་ཆེན་འདི་ཉིན་གསུམ་པའི་ཚོགས་ཐེངས་ཉིན་གསུམ་པ་གི་ཚོགས་ཐེངས་གསུམ་པ་དེ་ཆགས་ཀྱི་འདུག་ནས་དེ་ལ་ཕེབས་པའི་གི་ཕྱོགས་མཐའ་ཁག་ནས་བླ་སྤྲུལ་དགེ་བཤེས་མཁན་པོ་རྣམ་པ་དང། གཉུག་མར་གནས་པའི་གི། སློབ་ཕྲུག་ཚང་མ་ཡོངས་ལ་ཐོག་མར་བཀྲ་ཤིས་བདེ་ལེགས་ཞུ་ཡ་དང། དེ་དང་མཉམ་དུ་དེ་རིང་གི་ད་ལྟ་ང་ཚོ་གསུང་བཤད་པ་ཁོང་གི་ལོ་རྒྱུས་མདོར་བསྡུས་ཙམ་ཞིག་ཞུས་བ་ཡིན་ན། དགེ་བཤེས་ཁོང་འཁྲུངས་ཡུལ་དེ་ཐོར་བུ་ཐོར་བུ་རུ་སྐྱེས་པ་དང། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་རྒྱ་གར་དུ་འབྱོར་ནས། བོན་གྱི་གདན་ས་དཔལ་ཆེན་སྡེ་སྨད་རི་གླིང་གི་བཤད་གྲྭར་བཞུགས་ནས། གཡུང་དྲུང་བོན་གྱི་མདོ་སྔགས་སེམས་གསུམ་ཆ་ཚང་བ་གསན་བསམ་མཛད་ནས་ཉིས་སྟོང་གཉིས་ལོའི་དགེ་བའི་བཤེས་གཉེན་དམ་བཅའ་བཞག་འདུག་ཨ་ནེ་ཉིས་སྟོང་ལྔ་ལོ་ནས་ད་བར་དུ་འོ་ན་དབུས་ཀྱི་བོད་ཀྱི་མཐོ་སློབ་ཁང་དུ། གཡུང་དྲུང་བོན་གྱི་སྡེ་ཚན་དུ། ཞང་ཞུང་གི་དང་རང་གཞུང་གི་སློབ་ཚན་སློབ་ཁྲིད་གནང་བ་དང། ཁོང་གིས་ད་ལྟ་བར་དུ། ཞུ་ཆེན་སྒྲིག་བྱ་བ་དེ་དེབ་བརྒྱ་བརྒྱད་ཙམ་ཞིག་ཁོས་བྲིས་གནང་འདུག་འོ་དེ་འདྲ་ཞིག་ཞུ་བ་ཡིན། ཨ་ནི། ད་ལྟ་གླིང་སློང་དབང་གི་ལོ་རྒྱུས་མདོར་བསྡུས་ཙམ་ཞིག་ཞུ་བ་ཡིན་ན། དགེ་བཤེས་གཡུང་དྲུང་ཚང་བ་མཆོག་གཅིག་སྟོང་དགུ་བརྒྱ། བརྒྱད་བྱ་བཞི་ལོ་ལ་དོར་པོ་ལ་སྐྱེས་ནས། གཅིག་སྟོང་དགུ་བརྒྱ་དགུ་བཅུ་གོར་དགུར་ལོ་རྒྱ་གར་ལ་སུ་འབྱོར་ནས། ནས་ཉིས་སྟོང་ལོར་གདན་ས་སྨིན་རིའི་གཡུང་དྲུང་བོན་གྱི་ཤེས་སྒྲུབ་འདུས་སྡེར་ཁོངས་སུ་ཞུགས་ནས། ཉིས་སྟོང་ལོར་ལ་སྨིན་རིའི་དགེ་བཤེར་མཚན་བཏགས་བཞེས་གནང་འདུག། དེ་ནས་ཉིས་སྟོང་བཅུ་བདུན་ནས་ཉིས་སྟོང་ཉི་ཤུ་རྩང་གཉིས་བར་དུ་ལ་སུ་རུའི་བོན་བཞེས་ཀྱི་རྩིས་བྱེད་ཀྱི་དགེ་རྒན་དང། ནས་ཤེས་དྲིལ་གྱི་ཟུར་ཁྲིད་དགེ་རྒན་བཅས་ཕྱག་ལས་གནང་འདུག་དེའི་རྗེས་ལ་ཉིས་སྟོང་གཉིས་ནས་ད་ལྟའི་བར་དུ་བར་སྣང་མཐོ་སློབ་གཡུང་དྲུང་བོན་གྱི་དགེ་སློབ་ཁང་གི་ཞང་ཞུང་གི་སྡེ་ཚན་དང་རང་གཞུང་གི་སྡེ་ཚན་གྱི་སློབ་ཁྲིད་གནང་མུས་བཅས་དེ་འདྲས་རེད་འདུག་ད་ལྟ་བཞོལ་ལ།

ཅེས་ལ་དཔྱད་པ་ཟེར་ཡ་དེ་གི་བརྗོད་གཞི་དེ་རེད་འདུག་དེ་བྱེད་དུས་གསུང་བཤད་དཔལ་གྱི་དབུ་འཛུགས་གནང་རོགས་གནང་ཞུས།
ལ་སོ་དེ་ནས་ལྷན་རྒྱས་ཚང་མ་ལ་འཚམས་འདྲི་ཞུ་བའི་གདངས་སྒྲགས། ད་དེ་འདི་སྔོན་ལ་ད་དམིགས་བསལ་གྱི་ནས་ད་སྔོན་འགྲོའི་ཚོགས་འདུ་མང་པོ་ཞུ་མི་དགོས་པ་ཡིན་ཙང་ཨ་ནི་ཤར་རྒྱག་བརྗོད་བྱ་འདི་ལས་བརྒྱུད་ནས་འགྲོ་གི་ཡིན། ཨ་ནི། ཨོ་ལ་སོགས་དེ་ནི། ངས་ད་དེ་བརྗོད་གཞི་འདི་ལ་ཁམས་ཆེན་པོ་བརྒྱད་ལས་གཞི་ཡི་ཁམས་བརྒྱད་དང། འབྲས་བུའི་ཁམས་བརྒྱད་ལ་དཔྱད་པ་ཟེར་དེ་འདྲི་བྲིས་བཞག་ཡོད། དེ་ཡིན་དུས། ལྷན་རྒྱས་ཚོགས་ཀྱི་ཡང་དགོངས་ཚུལ་ཡང་གསལ་གྱི་རེད། དེ་ཡིན་དུས། ཁམས་བརྒྱད་ལ་ཡོད་དུས་གཟུང་བ་ཡུལ་གྱི་ཁམས་དྲུག།

བཅུ་དེ་དགུ་ལ་བཟོ་རོགས་གྱིས་ཞུ་རྒྱུ་དེ་ཡིན། ད་དང་པོ་དེ་ལ་ཁམས་ཆེན་གྱི་བྱུང་རིམ་ཟེར་ཡ་དེ་རེད་ཁམས་ཆེན་གྱི་གཞུང་ལུགས་དེ་གི་བྱུང་རིམ་རེད་ད་དེ། ད་གཞུང་ལུགས་དེ་ནི་བྱུང་རིམ་དེ་རྣམ་འདྲེན་བརྒྱད་པ་རྒྱལ་བ་གཤེན་རབ་མི་བོ་གིས་གསུངས་པ་རེད་ཞུ་རྒྱུ་ཡིན་རྣམ་འདྲེན་བརྒྱད་པ་བསླབ་དགོས་པའི་རྒྱུ་མཚན་དེ་སྟོན་པ་གཤེན་རབ་མི་བོ་དེ་རྣམ་འདྲེན་བརྒྱད་པ་ག་འདྲས་ཅན་ཆགས་རེད་ཟེར་བ་ཡིན་ན། བོན་པོ་གི་ལུགས་ལ་སྟོན་པ་རབས་དགུ་ཟེར་ནི་ཡོད་རེད། དེ་སྔ། དུས་ཕྱིན་ཟིན་པ་རེད་ད་ལྟའི་སྟོན་པ་དེ་སྟོན་པ་གཤེན་རབ་རེད་མ་འོངས་པའི་སྟོན་པ་དེ་ལ་སྟོན་པ་ཐང་མ་མེ་སྒྲོན་ཟེར་དེའི་དུས་སྟོན་པ་རབ་གོ་ཟེར་དེ་འདྲས་བྱས་ནས་འགྲོ་གི་ཡོད་རེད། ཨ་ནི་གསུང་ཟག་གི་འཁོར་འདྲ་བོ་བྱས་ན་གཙོ་བོ་དེ་ཨ་ནི་ཞུ་འཁོར་གཤེན་བརྒྱད་ཟེར་དེ་ཡོད་རེད། དེ་ཡིན་དུས་ཨ་ནི་ག་དུས་གསུངས་པ་རེད་ལབ་བས་ན་སྟོན་པ་གཤེན་རབ་ཀྱི་མཛད་པ་དེ་ལ་སྤྱི་དང་མཛད་པ་བརྒྱ་དང་བརྒྱད་ཟེར་དེ་འདྲས་ཀྱི་བགྲང་གི་རེད་མཛད་པ་བཅུ་གཉིས་ཡང་བགྲང་གི་རེད། མཛད་པ་བརྒྱད་དང་བརྒྱད་ནང་ནས་ཟེར་ཐོག་དང་པོ་ལ། མཛད་པ་གསུམ་མཐའ་མི་མཛད་པ་གསུམ་བར་གྱི་མཛད་པ་བརྒྱད་ཅུ་གྱ་གཉིས་ཀྱི་ནང་གི་ནང་ཚན་གྱི་མཛད་པ་ཉི་ཤུ་རྩ་གཉིས་ཀྱི་སྐབས་སུ་དེ་ནི་གསུངས་པ། དེ་འབྲེལ་གྱི་རེ་བཞག་ཞུ་རྒྱུ་དེ་ཡིན། དེ་ནི་གསུངས་ནི་ཟེར་ནས་དེ་ནི་རིམ་པ་བཞིན་དུ་བརྒྱུད་ནས་ཨ་ནི། བོད་རྒྱལ་དགྱེས་པ་གྲི་གུམ་བཙན་པོའི་དགོས་སྐབས་སུ་རྒྱལ་པོ་དང་དང་རྒྱལ་གཞན་གཤེན་ཟེར་བླ་མར་བ་དང་རྒྱལ་གཞན་གཉིས་ཀྱི་བར་དུ་ཨ་ནི་དང་འགལ་བ་བྱུང་ནས་ཟིན་དེ་ནི་བོན་པོ་གི་བསྟན་པ་དེ་ལ་ཉམས་ཆག་བྱུང་བ་རེད་ཟིན་དེ་ནི་བོན་པོ་གི་ལོ་རྒྱུས་ཐོག་ལ་བཤད་ཀྱི་ཡོད་པ་རེད། ཡང། རྒྱལ་རབས་ལོ་རྒྱུས་གཞན་པ་དེ་ཚོ་ནང་ལ་དེ་ཁ་ཐུག་ལ་རྙོག་དྲ་བྱུང་བ་རེད་མ་གཏོགས་བོན་པོ་གི་ཆོས་ལུགས་དང་བླ་མ་དང་དེ་འདྲས་ཀྱི་སྐབས་སུ་ཡང་དེ་འདྲས་རྒྱ་ཆེན་པོ་དེ་བཤད་ཡོད་མ་རེད་ད་ག་འདིར་རྙོག་དྲ་བྱུང་བ་བྱུང་བ་རེད་དེ། དེ་ནས་ཟིན་དེ་ནས་ཟིན་ཚོང་གི་བྲག་ལ་གཏེར་དུ་སྦས་པ་རེད། ཁམས་ཆེན་དེ། ཨ་ནི་ཁམས་ཆེན་དེ་ལ་སྤོས་ག་ཚོད་ཡོད་རེད་ཟེར་ན་སྤོས་བཅུ་དྲུག་ཡོད་རེད་ཁམས་བརྒྱད་ལ་ཨ་ནི་སྤོས་བཅུ་དྲུག་བྱས་ཡོད་དུས། དེ་ཡིན་དུས་ཁམས་རེ་རེ་ལ་སྤོས་གཉིས་རེ་གཉིས་རེ་བྱས་ནས་དཔེ་ཆ་དེ་དེ་འདྲའི་གདངས་སྙིགས་ཀྱི་རེད། འོ་དེར་ཨ་ནི། མཚོ་ངོས་བྲག་དཀར་ཟེར་ཡ་དེ་དེང་སང་ཡིན་པ་ཡིན་ན་ང་ཚོ་དབུས་རྟ་གཙང་ཡིན་ན་དབུས་ཡིན་ན་དེ་ས་སྐྱ་དང་གཏེར་དུ་ཉེ་བོ་ཡོད་མཁན་གཏིང་སྐྱེས་ཀྱི་རྫོང་ནང་ལ་ཡིན་ས་རེད། དེའི་ནང་དེ་ལ་གཏེར་དུ་སྦས་པ་རེད། དེ་ནས་གཅིག་སྟོང་གྱ་མེད་བཅུ་བདུན་ལོ་ལ་དེ་ནི་ཡོངས་སུ་གྲགས་པ་དེ་ནི་གཏེར་སྟོན་གཤེན་ཆེན་ཀླུ་དགའ་གི་མཚོ་སྔོན་བྲག་དཀར་ནས་གཏེར་དུ་བཞེས་ནས་དུས་ད་ལྟ་བར་དུ་དེ་ནི་ད་རིན་པར་བརྒྱུད་ནས་དར་བ་ཅིག་ཡིན་ཟེར་དེ་རེད། དེ་ནི་དེ་ཚེ་གཉིས་པ་དེ་ལ་ཁམས་ཆེན་པོ་བརྒྱད་བསྟན་པའི་གཞུང་ལུགས་ཁག་ཟེར་དེ་འདྲས་ཅིག་བྲིས་བཞག་ཡོད། དེའི་ནང་ནས་ཟེར་ན། ཆེན་ཨང་བྷ་རྗེ་བཅུ་དྲུག་གི་ནང་ལ་ག་རེ་འདུག་ཟེར་ན། མངོན་རྟོགས་རིལ་བུ་རྩེ་མོ་འབུམ་གྱི་ནང་དུ་ཁམས་བརྒྱད་ཀྱི་ཚིག་དངོས་སུ་མ་བསྟན་ཡང་ཁམས་བརྒྱད་ཀྱི་ནང་དོན་མཐའ་ཅིར་བསྟན་ཡོད་ཟེར་ཏེ། ད་དེའི་འདུས་བཀའ་འགྱུར་དེ་ལ་དེ་ནི་རྡོ་འབུམ་རྒྱུད་མཛོད་བཞིའི་ཟིན་བྲིས་འགྲེལ་བྱེད་ནི་དབྱེ་བ་ཞིག་རེད་ད་ལྟ་གི་བོན་པོ་གི་བཀའ་འགྱུར་དེ་ལ་པོད་བརྒྱ་དང་བརྒྱད་དང་བདུན་ཅུ་དོན་བརྒྱད་དང་ལྷག་པ་ལས་ཡོད་དེ་བ་དེ་འགྲེལ་བྱེད་རེད་འདོད་རེད་དེའི་ནང་ནས་ཨ་ནི་དེ་ཚན་འདྲ་བྱེད་ན་མདོ་སྡེ་འབུམ་སྡེ། རྒྱུད་སྡེ་མཛོད་སྡེ་ཟིན་ཡིག་རེད་མཛོད་སྡེ་དེ་ནས་རྒྱུད་སྡེ་དེ་སེམས་སྔགས་ཕྱོགས་ལ་བྱས་མཛོད་སྡེ་དེ་དེ་ནས་སེམས་ཕྱོགས་ལ་གོ་དགོས་ཀྱི་ཡོད་ཟིན་དེ་འདྲ་ཤེས་ཡོད་རེད་ཡིན་ན་ཡང་ད་ལྟ་བཀའ་འགྱུར་དེའི་ནང་ལ་ཨ་ནི་སྔགས་སྡེ་ཟེར་ཡ་ཅིག་དང་སེམས་སྡེ་ཟེར་ཡ་ཅིག་ཡང་དེ་འགྲེལ་བྱེད་ནས་བཞག་བཞག་ཡོད་རེད་མ་གཏོགས་མཛོད་སྡེ་ཟེར་ཡ་ཅིག་དང། ཨ་ནི་རྒྱུད་སྡེ་ཟེར་ཅིག་ཡང་ལོགས་སུ་བཞག་ཡོད་མ་རེད་ཞུ་རྒྱུ་དེ་ཡིན་ད་དེ་རེད། དེ་ནས་ཁམས་ཆེན་སྟོང་ཕྲག་བརྒྱ་བ་དེ་ཉིད་བོན་གོ་ཤྲི་མཛོད་ངོས་ཀྱི་ནང་དུ་ག་ནི་ཁོངས་སོ་ད་ག་འདྲི་བྱེད་ནས་འདུག་གི་རེད་ཟེར་ཏེ། ད། སྟོན་པ་གཤེན་རབ་ཀྱི་གསུང་བཞག་རྒྱུ་དེ་ལ་བོན་གྱི་སྒོ་མོ་བརྒྱད་ཁྲི་བཞི་སྟོང་ཟིན་ཤེས་ཀྱི་ཡོད་རེད་དེ་བོན་གྱི་སྒོ་མོ་བརྒྱད་ཁྲི་བཞི་སྟོང་དེ་ཨ་ནི་བསྡུས་པ་ཡིན་ན། དགོན་སྒོ་བཞི་མཛོད་ལྔ་ཟིན་ཞིག་རེད་ད་སྔ་བྱས་འདོད་དགུ་འདྲ་བོ་ཅིག་གོ་སྲིད་མཁན་ཡོང་གི་རེད་ཁ་ཤས་གོ་བ་མ་བརྩིས་པའི་དེབ་ནང་ལ་ཡང་བྲིས་ནས་ཟིན། སྒོ་བཞིའི་མཛོད་གཅིག་དང་ལྔ་བརྩིས་ཡོད་འདུག་ད་དགུ་འདུག་ཟེར་མཁན་དེ་འདྲས་ཡང་བྱུང་བ་རེད་དེ་སྒོ་བཞིའི་མཛོད་གཅིག་བྱས་དུས་ལྔ་རང་རེད་ཞུ་རྒྱུ་དེ་ཡིན་དང་པོ་དེ་ལ་ཆབ་ནག་སྲིད་པ་རྒྱུད་ཀྱི་བོན་ཆབ་ཁ་དྲག་པོ་སྔགས་ཀྱི་བོན་འཕན་ཡུལ་རྒྱལ་བ་འབུམ་གྱི་བོན་ཨ་ནི་དཔོན་གསས་ལྷན་མེད་སྔགས་ལུང་གི་བོན་ཐོག་ཐོག་ཆུད་ཅིག་མཛོད་ཀྱི་བོན་ཟེར་དེ་ཞིག་རེད་དེའི། ཁམས་ཆེན་སྟོང་ཕྲག་བརྒལ་བ་དེ་འཕན་ཡུལ་རྒྱལ་པ་འབུམ་གྱི་བོན་གྱི་ནང་ལ་གཏོགས་ཀྱི་རེད། ཡིན་ན་ཡང་ད་འདི་ལ་གཏོགས་མི་གཏོགས་དེ་ཨ་ནི། རྩོད་པ་བལྟས་ཟེར་གྱི་འདུག། འདི་རེད། མཁས་མཆོག་དཔལ་ཆེན་གྱི་ཟླ་དགོང་ཁམས་འདྲེ་མཛད་པ་པོ་དེ་རེད། ཁམས་ཆེན་སྟོང་ཕྲག་བརྒལ་བ་ལས་འདྲེ་ལབ་ཕལ་ཆེར་ཐོག་མར་རྒྱབ་རྒན་བསླབ་པ་ན་མི་ཆོག་རྒྱུ་མེད། འོ་ཁོང་གིས་ཟེར། འཕན་ཡུལ་རྒྱལ་པ་འབུམ་གྱི་བོན་འདི་ནང་ལ་བཞག་ནས་འགྲིག་མི་འདུག་འཕན་ཡུལ་རྒྱལ་པ་འབུམ་གྱི་བོན་དེ་ཐེག་པ་དམན་པ་རེད་བཞག་ཟེར་དེ་གསུངས་བཞག་ད་ངས་འདི་ན་བྲིས་ནོར་གྱི་ཁུར་བཞག། མདོ་སྟོང་ཕྲག་བརྒྱ་པ་དེ་འཕན་ཡུལ་བོན་སྐུའི་གྲས་སུ་མ་བཞག་པར། ཐེག་པ་སྨན་པའི་བོན་སྐུའི་གྲས་སུ་བཞག་ཡོད་ཟེར་ཡ། འོ། དེ་ཞིག་བྲི་དགོས་པ་རེད་དེ། འཕན་ཡུལ་ཁོ་རང་ཐེག་པ་སྨན་པ་ལ་བཞག་འདུག་ཟེར་ཡ་བྲི་དགོས་པ་རེད་དེ། མདོ་སྟོང་ཕྲག་བརྒྱ་པ་དེ་འཕན་ཐེག་པ་སྨན་པ་ཡིན་ཟེར་ཡ་ཅིག་བྲིས་བཞག་ད་བྲེ་ལ་བྱས་ནས་བྲིས་ནས་འདུག་ཡ་ཡིན་ཙང་དེ་ནོར་འདུག་ད་ནོར་བ་དེ་ཡང་གོ་ཆོད་པ་རེད། མ་ནོར་བ་ཡིན་ན་ཁན་མཚར་དང་ཆགས་ར་ནོར་བ་ཡིན་དུས་ཨ་ད་ཁུས་ད་བཤད་ནས་ནོར་ཡ་ཡིན་པར་ཏག་ཏག་རེད་ཟེར་ཡ་ཡོང་གི་ཆགས་གི་དེ་ཡང་ཡག་པོ་རེད་ཆགས་སོང་དྲན་གི་འདུག། ང་རང་གི་བསམ་པར་བྱས་པ་ཡིན་ན། འདི་ནི་རྡོ་སྟོང་དང་རྒྱལ་བ་སྡེ་འཕན་ཡུལ་གྱི་བོན་སྡིག་གྲལ་དུ་བཞག་པ་ལ་དོགས་པ་རྩ་བ་ཉིད་ནས་གོ་གི་མི་འདུག་ཟེར། དྲན་གྱི་འདུག་ད་ཁུངས་ག་རེ་ཡོད་ཟེར་ན་བསྟན་པ་བྱས་ཤག་གི་རྡོ་དང་གཅིག་མདོ་འདུས་དང་གཉིས། ཨ་ནི་དེ་ཚོ་གི་ནང་ལ་ཨ་ནི་འཕན་ཡུལ་རྒྱལ་བ་འབུམ་གྱི་བོན་ནི་ཡིན་ཟེར་གསུངས་འདུག་དེ་ནས་གཉིས་པ་དེ་ལ་ཨ་ནི་ཀུན་མཁྱེན་ཉི་མ་བསྟན་འཛིན་ཟེར་ནི་སྨན་རིའི་མཁན་ཆེན། ད་སྨན་རིའི་ཁྲི་རབས་འདྲ་བོ་བྱས་ན་ཉི་ཤུ་རྩ་གསུམ་པ་རེད། གཅིག་སྟོང་གྱ་མེད་གཅིག་སྟོང་བརྒྱད་བརྒྱ་བཅུ་གསུམ་ལོར་བྱུང་བ་དེ་ལྟར་འཇམ་མགོན་ཀོང་སྤྲུལ་བློ་གྲོས་མཐའ་ཡས་དང་དགུང་ལོ་གཅིག་པ་རང་ད་ལོ་མཉམ་འདྲ་གཅིག་རེད། ཁོང་དག་བོན་པོ་གི་ནང་ལ་ད་ཡོངས་སུ་གྲགས་པ་འདྲ་གཅིག་ཁོང་གི་ཡང་འཕན་ཡུལ་སྐྱེས་པ་འབུམ་གྱི་ཐད་ལ་གཏོགས་ཀྱི་ཡོད་ཟེར་དེ་རེད། ད་འཕན་ཡུལ་ཁོ་རང་ལ་ཡང་ཧ་ནི་ཐེག་པ་དམན་པ་ཅིག་འདུག་ཞུ་རྒྱུ་དེ་རེད་མདོ་གཟེར་འབེབས་ཀྱི་ནང་ལ་བོན་གྱི་སྒོ་ཡང་ཐེག་པ་ཆུང་ངུ་འཕན་ཡུལ་གྱི་སྒོ་རུ་ཞུགས་ནས་ཚུལ་ཁྲིམས་བསྲུངས་པའི་བཙུན་པ་གསུམ་ཡིན་འདྲེ་ཞེས་གསུངས་འདུག་དེ། གཅིག་ཏུ་དེ་ནི་ལོ་པཎ་ཤ་རི་དབུ་ཅན་གྱིས་མཛད་པའི་གཏན་ཚིགས་ངེས་པའི་གགས་རྡོ་རུ་དེ་ནི་འཕན་ཡུལ་དེར་ཐེག་པ་ཆུང་ངུ་ཞིག་ཡོད་པ་དེ་འདྲས་གསུངས་བཞག་ད་དེའི་ལུང་དེ་མཆན་ཨང་ཉི་ཤུ་རྩ་གཉིས་ཀྱི་ཙག་ཅིག་ནང་ལ་བཀོད་ཡོད་དེ། གང་ཞིག་འཕན་ཡུལ་ཐེག་ཆུང་དེ་བ་ག་དོན་དམ་བདེན་པ་སྤྲོས་པའི་མཐའ་བརྒྱད་འདྲ་དེ་ཉིད་གཞན་དུ་བརྗོད་དུ་མེད་ཅེ་ན་དེ་ལས་དཔག་པ་ཁྱད་པར་ཆེན་པོ་ཡང་དེ་ལྟར་མི་སྤོང་དེ་ལས་ཁྱད་པར་བག་གང་ཤར་བཀག་པ་མེད་པས་ཅིར་ཡང་བརྗོད་མི་འགལ་བརྗོད་དུ་མེད་ལ་ཅིར་ཡང་བརྗོད་པས་བག་བརྗོད་དུ་མེད་ན་གྱ་དང་ཕྱོགས་ལ་ཐུག། ལྟ་ལོག་ཐེག་ཆུང་བྱིས་པའི་བློ་ཅན་ཀུན་འདི་ཞེས་བརྗོད་མེད་ཟེར་གྱིན་བརྗོད་པ་ལན་ཅི་ཕྱིར་ཞེ་ན་བརྗོད་དུ་མེད་འདོད་ཀྱི་ཐེག་ཆེན་འདི་ཞེས་བརྗོད་དུ་ཡོད་མེད་མིན། ཁས་ལེན་ཕ་རོལ་ཕྱིན་པས་སྨྲ་བསམ་བརྗོད་དུ་མེད་ཡིད་ཀྱི་གཟུང་འཛིན་མེད་པས་ཐམས་ཅད་ཕྱག་རྒྱ་བཅས་གང་ཤར། རང་གིས་སྟོང་བས་མ་ལུས་རྫོགས་པ་ཆེས་གསལ་བྱེད་དེ་འདི་འདྲས་ཞིག་གསུངས་ཤག་དེ་རེད། དེ་ནི་འཕན་ཡུལ་ཁོ་རང་ལ་ཡང་དེ་ནི་འདོན་པི་ཏའི་དང་མཆོད་པི་ཏའི་ཟེར་ནས་སྡེ་ཚན་གཉིས་འདྲ་ཞིག་དེ་འདྲས་ཞིག་བཤད་ཀྱི་འདུག་ཞུ་རྒྱུ་དེ་ཡིན། ད་སྡེ་ཚན་བཞི་བ་དེ་ལ་མར་འགྲོ་གི་ཡིན། ཁམས་བརྒྱད་སྟོན་བྱེད་ཀྱི་གཞུང་ཚིག་ཁག་ཟེར་དེ་རེད། དག་ཐམས་ཅད་སྟོན་བྱེད་ཀྱི་གཞུང་ཚིག་ཁག་སྟེ། བྱམས་མ་ཆེན་མོ་རྩ་བའི། འབུམ་བླ་ན་འགྲིག་འདུག་བྱམས་མ་ཆེན་མོ་རྩ་བའི་མདོ་དོན་བསྡུས་པ་སྔགས་ཀྱི་བསྟོད་པ་ནང་ལ། མི་སྐྱེ་མི་འགག་ནམ་མཁའི་རང་བཞིན་ཅན། ཤེས་རབ་གསལ་བ་ཀུན་གྱི་ཡུམ་གཅིག་མ་སྐྱེ་མེད་ཡེ་ནས་གསལ་བའི་འོད་བྱུང་ཞིང་ཐམས་ཅད་ཐུགས་རྗེ་མགོན་དུ་གྱུར་པ་མོ་ས་ཏྲི་ཨེར་གསང་སྐུ་ལ་ཕྱག་འཚལ་ལོ། སེ་ཡ་ཏི་ཀི་ཏཱ། ཁམས་ཆེན་པོ་བརྒྱད། ཨོ་ཡ། ཆ་ཚང་དེ་སྟོན་གྱི་ཡོད་ཞུ་རྒྱུ་དེ་ཡིན། དེ་རེད། ད་འདིའི་ནང་ལ་གཞན་པ་ཐམས་ཅད་དེ་མི་མཁྱེན་ཡས་གང་གཅིག་ཡང་མི་འདུག་དྲན་གྱི་འདུག་གསར་བསྒྲིགས་ཨེར་བཟང་ལ་ཡས་དེ་གསར་བསྒྲིགས་ཟེར་ཡས་དེ་ཤེས་རབ་རེད་ཨེར་བཟང་ཟེར་ཡས་དེ་བྱམས་པའམ་བརྩེ་བ་ཟེར་ཡས་དེ་རེད་ཨེར་བཟང་ཟེར་ཡས་དེ། ཨོ་དེ་འདི་གསར་བསྒྲིགས་ཨེར་བཟང་ཟེར་ཞང་ཞུང་གི་ཚིག་ཡིན་པ་རེད་དེ། བོན་པོ་གྱི་ཆོས་དེ་ཞང་ཞུང་ནས་བྱུང་བ་ཡིན་ཟེར་བ་དེ་འདི་ཞང་ཞུང་གི་ཚིག་ཅིག་དེ་རེད། དེ་རེད་ད་དེའི་བསྟན་ཚུལ་འདྲ་བོ་གཅིག་ཡིན་ནི། མི་སྐྱེ་ཞེས་པའི་སྲིད་ཁམས་བསྟན། སྲིད་ཁམས་སུ་གཙོ་བོ་འཁོར་འདས་ཀྱི་བོན་ཐམས་ཅད། དོན་ལ་སྐྱེ་བ་མེད་པར་བསྟན། མི་འགག་ཅེས་པའི་རྒྱུན་ཁམས་བསྟན་པ་ཡིན་ཏེ་རྒྱུན་ཁམས་སུ་འཁོར་འདས་ཀྱི་བོན་ཐམས་ཅད་འགག་པ་མེད་པར་བསྟན། དེ་ཡང་སྔར་སྲིད་ཁམས་སུ་སྐྱེ་མེད་བསྟན་ཞིང། སྐྱེ་མེད་ལ་ཞེན་པ་བཟློག་པའི་ཕྱིར་དུ་འགག་མེད་བསྟན། དེ་ཡང་རོལ་བ་སྣ་ཚོགས། རོལ་བའི་རྩལ་སྣ་ཚོགས་བསྟན་པ་རེད་ད་གཙོ་བོ་དེ་དེ་རེད། ཤེས་རབ་གསལ་བ་ཞེས་པའི་སྣང་ཁམས་བསྟན་པ་ཡིན་ཏེ། སྣང་བ་ལ་དགའ་བའི་འདུ་བྱེད་ངོར་སྐྱེ་འགག་གཉིས་མེད་རྟོགས་པའི་གསལ་བྱེད་ཡེ་ཤེས་གཙོ་བོར་བསྟན། དེ་རེད། དེ་ནི་དག་ཤོག་ཐང་བརྒྱ་དང་དགུ་བཅུ་གོ་བརྒྱད་ནང་དུ་བ་ཀུན་གྱི་ཡུམ་ཚིག་མ་ཞེས་པ་སྟོང་ཁམས་བསྟན་པ་ཡིན་ཏེ་མངོན་ཞེན་གྱི་ཞེན་པ་བཟློག་པའི་ཕྱིར་དུ། སྐྱེ་མེད་ཀུན་གཞི་བྱང་ཆུབ་ཀྱི་སེམས་སྟོང་པ་བསྟན་པ་ཡིན་ཟེར་གནས་ལུགས་སྟོང་པ་དེ་དག་ཀུན་གཞི་བྱང་ཆུབ་ཀྱི་སེམས་ཟེར་ཏེ། དེ་ཡང་སངས་རྒྱས་དང་སེམས་ཅན། རིས་སུ་མ་ཆད་པ་འབུ་གྲོག་མ་ཡན་ཆོད་མ་སྐྱིད་གྲོག་ཡན་ཆོད་ཆ་ཚང་ལ་ཡོད་བསྡད་མཁན་ཅིག་ཡིན་ཞུ་རྒྱུ་ཡིན་དེ་བྱང་ཆུབ་ཀུན་གཞི་བྱང་ཆུབ་ཀྱི་སེམས་དེ། སྐྱེ་མེད་དབྱིངས་ཞེས་པ་སོ་སོ་བསགས་པའི་ཁམས་བསྟན་པ་ཡིན་ཏེ་སྟོང་ཁམས་སུ། ཀུན་གཞི་བྱང་ཆུབ་ཀྱི་སེམས་སྐྱེ་མེད་དུ་བསྟན་པས་སྐྱེ་མེད་ལ་ཞེན་པ་ཟློག་པའི་ཆེད་དུ་འདིར་སྐྱེ་མེད་བསྟན་པ་ཡིན། གསར་བའི་འོད་ཆུང་མ་ཞེས་པས་རང་རིག་པའི་ཁམས་བསྟན་པ་ཡིན་ཏེ་སོ་སོ་གསར་བའི་ཁམས་བསྟན་པའི་སྐབས་སུ་སྐྱེ་མེད་དབྱིངས་ཀྱི་སྟོང་ཆ་གཙོ་བོར་བསྟན་པ་དེ་ལ་མངོན་ཞེན་ཟློག་པའི་ཕྱིར་དུ་འདིར་བཀག་སྒྲིབ་མེད་པར་གསར་བའི་ཁམས་བསྟན་པ་ཡིན། དེ་ནས་ཐམས་ཅད་ཐུགས་རྗེ་ཞེས་པ་དབྱིངས་ཁམས་བསྟན་པ་ཡིན་ཏེ། དབྱིངས་ཐམས་ཅད་ནས་སྣང་བ་ཐུགས་རྗེ་འབྱུང་ཚུལ་བཞི་ཡིན་པས། འདིར་དབྱིངས་ཁམས་གཙོ་བོར་བསྟན་མགོན་དུ་གྱུར་པ་མོ་ཞེས་པའི་མཉམ་པའི་ཁམས་བསྟན་པ་ཡིན་ཏེ་དབྱིངས་ཁམས་སུ་བསྟན་པའི་ཐུགས་རྗེ་འབྱུང་ཚུལ་བཞི་དེ་ཡང་མགོན་དུ་གྱུར་པའི་ཡུམ་ཆེན་མོ། མཉམ་པ་ཉིད་ཀྱི་ཁམས་རིན་པོ་ཆེ་བསྟན་པ་ཡིན་ཟེར་དེ་རེད། ད་དེའི་ཡུམ་ཞེས་དེ་ཡང། གནས་ལུགས་སྟོང་པ་ཉིད། དེ་ལ་གོ་དགོས་ཡོད་ཞུ་རྒྱུ་དེ་ཡིན། དེ་ནས་ཁམས་ཆེན་པོ་བརྒྱད་ཀྱི་གྲངས་འདྲེན་ཚུལ་དེ་ལ། དེ་ནས་བདག་གཙོ་བོ་དེ། མཁས་མཆོག་དཔའ་ཆེན་གྱིས་ག་རེ་གསུངས་བ་རེད་སྲིད་པའི་ཁམས་ཡིན་རྒྱུན་ཁམས་ཡིན་དེ་ནི་སྣང་བའི་ཁམས་ཡིན་དང་སྟོང་པའི་ཁམས་སུ་སྟོན་པ་དང་སོ་སོར་རིག་པའི་ཁམས་ཡིན་དང་ཀློང་ཆེན་ཡིན་གྱི་ཁམས་ནི་མཉམ་པའི་ཁམས་ནི་དེ་རྣམས་བརྒྱད་གསུངས་བ་རེད་དེའི་དུས་ད་ལྟ་གྲངས་ཀ་སྦྱང་ཚུལ་དེ་ལ་དེ་ནི་ག་རེ་ཟེར་ན་སྲིད་ཁམས་རྒྱུན་ཁམས་སྣང་ཁམས་སྟོང་ཁམས་སོ་སོ་རྩ་བའི་ཁམས་རང་རིག་པའི་ཁམས་ཀློང་ཆེན་ཡིན་གྱི་ཁམས་མཉམ་པའི་ཁམས་དེ་རེད། ཡིན་ན་ཡང་ཟེར་ད་འདིའི་ནང་ལ་མི་མཚུངས་པ་འགའ་ཤས་འདི་ག་རེ་ཟེར་ན་བྱམས་མ་འབུམ་ངའི་ནང་ལ་ག་རེ་ཟེར་ན། ཅི་ཡང་མེད་པའི་ཁམས་ཟེར་ཡ་འདྲ་བོ་དང་སྲིད་པ་དང་བསྐལ་བ་སྣང་བ་སྟོང་པ་སོ་སོ་རིག་པ་ཟེར་ཡ་འདྲ་བོ་དེ་འདྲས་དང། དེ་ནས་དེ་ནི་ནང་ལ་དམིགས་བསལ་བྱས་འདུག་ཟེར་ན། འབུམ་ཉི་མ་གོ་ཤར་གྱི་ནང་ལ་ག་རེ་ཟེར་འདུག་ཟེར་ན། ཕྱིར་མི་ལྡོག་པ་དང་ཕྱིར་འོང་བ་དང་རྒྱུན་དུ་ཞུགས་པ་དང་ཚད་མེད་པ་དང་ཆེ་བ་མེད་པ་དང་རང་རིག་པ་དེ་གཡུང་དྲུང་དབྱིངས་དང་ཡེ་ཤེས་རྫོགས་པ་བཅས་གསུངས་འདུག་ད་འདི། ག་ཟེར་འབུམ་ཉི་མ་གོ་ཤར་ནང་ལ་གསུངས་པ་དེ་ཕལ་ཆེར་བོན་གཞུང་གཞན་པ་ནང་ལ་སྦྱར་རྒྱུ་མི་འདུག་ལབ་པ་ཡིན་ན། ད་ལྟའི་ཚོ་ཧམ་པ་མི་ཆེ་འམ་སྙམ་ནས་ཟིན། དེ་འདྲའི་བརྡ་ཅིག་ང་རང་དྲན་གྱི་ཡོད། གཅིག་བྱས་ན། ཏག་ཏག་རེད་ཡང་སྲིད་ཀྱི་རེད་དྲན་གྱི་འདུག། ད་ཞི་ཡི་ཁམས་ཆེན་པོ་བརྒྱད་དེ་རེད་ད་བྱོ་བྱ་ངོ་མ་དེ། ད་ཞི་ཡི་ཁམས་ཆེན་པོ་བརྒྱད་དེ་ག་འདྲའི་འདྲ་བོ་ཅིག་རེད་ཟེར་བ་ཡིན་ན་གཙོ་བོ་དེ། ད་གན་མཆོག་དཔའ་ཆེན་གྱིས་གར་གསུངས་ལྟར་ཤེས་བྱ་ཀུན་གྱི་གནས་ལུགས་ནི་རང་རིག་ཡེ་ཤེས་ཉིད་དུ་གནས། དེ་ནི་གཤེན་རབ་སེམས་ཅན་ལང་ཁྱད་པར་ཡོངས་སུ་མེད་པ་དེ་རང་རིག་ཡེ་ཤེས་འཆར་བའི་རྒྱུ་གཤེན་རབ་བཀའ་དང་སེམས་ཅན་གྱི་ལས་ལ་རྣམ་པར་མི་ལྟོས་ཏེ་དེ་ནི་བཅོས་སུ་མེད་ཕྱིར་རོ་གསུངས་ཡས་དེ། ད་འཕྲོས་གཞི་གཅིག་དེ་རེད། དེ་ནས་གཉིས་པའི་དོད་དུ། ད་ནི་ཡེ་གྲི་དྷ་སིལ་གྱི་ནང་ལ་གར་སོང་ཟེར་མ་བཅོས་སྐྱེ་འཆི་ངོ་བོ་དེ་རང་གི་རྟོག་སྒྲིབ་དེས་མ་མཐོང་དེ་ལ་གཞི་ཞེས་ཐ་སྙད་དག་ཟེར་ཡ་གཅིག་དང། དེ་ནི་གཡུང་དྲུང་ཡང་རྩེའི་ནང་ལ་གར་སོང་གཞི་ཉིད་ཡེ་སངས་རྒྱས་བཞིན་དུ་དེ་མ་ཤེས་ཏེ་རང་བཞིན་རྨོངས་འོང་ཟེར་ཡ་དེ་དང། དེ་ནི་བྱམས་མ་འབུམ་ལྔ་ནང་ལ་རྒྱལ་བུའི་ཡུམ་གྱུར་མཁའ་མཉམ་བདེ་ཆེན་སྐུ། གཅིག་དང་ཐ་དད་དབྱེར་མེད་ཕ་རོལ་ཕྱིན་ཟེར་ཡ་དེ་དང། དེ་ནི་བསྡུས་པའི་ཚིགས་སུ་བཅད་པ་ནང་ལ་གར་ནི་རང་རིག་ཡེ་ཤེས་སྤྱིར་ཤ་ནོར་བུ་བཞིན་ཟེར་ད་དེ་ཚོ་རེད་འདུག་དེ་ནི། ད་དེ་ཚོ་ཐམས་ཅད་དེ། ངོ་མ་ཡིན་ན་འདི་རྩོམ་ཤོག་ནང་ཏག་ཏག་སླེབས་དགོས་ཀྱི་རེད་དེ། ངས་རྩོམ་ཤོག་དེ་གྲལ་ལ་བཞུགས་བྱས་པ་ཡིན་ཙང། འདི་ཏག་ཏག་ཁོ་རང་འབྲི་མི་ཐུབ་རྗེས་མ་ལྟ་ཡོང་དུས་ད་ཡང་དེ་ཡང་བཞག་གོ་གི་འདུག་དེ་ཡང་བཞག་གོ་གི་འདུག་བསམ་བསམ་བྱུང། དེ་ནས་བཞག་ཐུབ་མ་སོང། དེ་དུས་རྩོམ་ཤོག་ཕར་སྤྲད་ཚར་བ་དང་ནོར་འཁྲུལ་ཡང་མང་པོ་ཤོར་ཤག་དགོངས་དག་ཞུ་རྒྱུ་འདུག་ད་དེ་དུས། གཞི་ཡི་ཁམས་ཆེན་པོ་བརྒྱད་དེ་གཙོ་བོ་དེ་དགག་བྱའི་སྤྲོས་པ་དང་དྲག་རིག་གི་ཆ་གཅིག་ལ་འཇོག་གི་ཡོད་ཞིག་གསུངས། ད་དགག་བྱའི་སྤྲོས་པ་དེ་ལ་དེ་ནི་སྐྱེ་འགག། ད་ནི་སྣང་བ་སྟོང་བ། དེ་ནི་འགག་པ་གྲུབ་པ། དམིགས་ཡུལ་གྱི་མཐའ་དང་ཆེད་རྩོལ་ཆེ་ཆུང་གི་མཐའ་དང་གཡོ་རྩོལ་གྱི་མཐའ་ཟེར་ཡ། ད་དེ་འདྲའི་མང་པོ་བརྗོད་ཡོད་རེད་ད་དེའི་ནང་ལས་གཙོ་བོ་དེ་མདོར་བསྡུས་པ་ཡིན་ན་བོན་རྣམས་སྐྱེ་བ་མེད་པར་དོས་བཏགས་པ། ཡོངས་སུ་སྲིད་ཁམས་སྐྱེ་མེད་དོས་བཏགས་པའོ་ཟེར་ཡ་འདྲ་དང། བོན་རྣམས་ཡོངས་སུ་འགག་པ་མེད་པས་ན་རིན་ཆེན་རྒྱུན་ཁམས་འགག་པ་མེད་པའོ་ཟེར་ཡ་འདྲ་བོ་དང། བོན་རྣམས་སྟོང་པའི་མཐར་ལྟུང་བ་མེད་པས་ན། ཡོངས་སུ་སྣང་བ། སྣང་མཐའ་ཆད་ལྟུང་མེད་པ། མེད་ཟེར་ཡ་འདྲ་བོ་དང། བོན་རྣམས་མཚན་མ། དངོས་པོར་འཇུག་མེད་པས་ཡོངས་སུ་སྟོང་པ་མཚན་མ་དངོས་མེད་དོ། བོན་རྣམས་ཡོངས་སུ་བཀག་དང་དྲི་མེད་པས། སྲོག་རྩོལ་རོ་གསལ་བ་བཀག་དང་དྲི་མེད། ད་དེ་ནི་མང་མང་པོ་འདུག་ད་དེ་ཚང་མ་འདོན་གི་མིན་དེ་རེད། ད་མདོར་ན། འདི་ནང་ལ་མཐའ་དེ་ལ་ག་རེ་ཟེར་ན་སྤྲོས་པའི་མཐའ། གཉིས། སྤྲོས་པའི་མཐའ་བཞི། སྤྲོས་པའི་མཐའ། གསུམ། བཞི། དེ་ནས་སྤྲོས་པའི་མཐའ། དྲུག། སྤྲོས་པའི་མཐའ་བརྒྱད། སྤྲོས་པའི་མཐའ་དགུ། མཐའ་དགུ་བསྲེས་དེ་ཡང་དེ་ནང་ཕྱེད་ཞིང། འདི་ནང་ལ་ད་བྲིས་ཡོད། མཐའ་དགུ། དེ་ནས་མཐའ་བཅུ་གསུམ། མཐའ་བཅོ་བརྒྱད་སོགས་ད་འཇོག་ཚུལ་སྣ་ཚོགས་པ་མང་པོ་ཅིག་འདུག་རེད་བ། དེ་རེད། ད་འདི་ནང་ལ་གཙོ་བོ་ཅིག་འདུག། རྟག་ཆད་གཉིས་དེ་རེད། ད་དེ་ཡང་གར་ཟེར་ན་ཀུན་བཟང་དེ་བས་ལུང་དུ་དུ་ཡོད་མེད། གཉིས་སམ་རྟག་ཆད་གཉིས་གང་རུང་བཞག་པ་འགྲུབ་འདུག་ཟེར་རེད་ད། རྒྱུ་མཚན་ག་རེ་ཟེར་ན་ལུང་དྲུག་ནང་ལ་གར་ཟེར་ན་རྩལ་དུ་མེད་པའི་སྙིང་པོ་དེ་མེད་པ་མ་ཡིན་གཡུང་དྲུང་སྙིང་པོ་ཅན་ཡོད་པ་མ་ཡིན་མེད་པའི་སྙིང་པོ་ཅན་གསུངས་འདུག་ཡང་རྒྱུ། དེ་ཉིད་ལས་བཀའ་ཟེར་ན་ཁྱད་པར་བླ་མེད་རྫོགས་ཆེན་དེའི་རྟག་ཆད་གཉིས་ལས་གྲོལ་བར་བརྟེན་རྟགས་ན་དབྱུང་ལྡོང་སྙིང་པོ་ཅན་ཆད་ན་སྐྱེ་མེད་ནམ་མཁའི་དབྱིངས་རྟག་ཆད་གཉིས་མེད་བོན་གྱི་སྐུ། རྟག་ཆད་གཉིས་ལས་རྣམ་པར་གྲོལ། གྲོལ་དང་མ་གྲོལ་དབྱིངས་ལས་འདས་ཟེར་ཡ་དང་འོད་ཀྱི་བླ་མེད་མདོ་རྣམས་ལ་ངེས་དོན་སྙིང་པོ་འཁོར་འདས་ཏེ་རྟག་ཆད་མ་ཡིན་ནོ་ངོ་བོ་ཉིད་གསུངས་འདུག་ད་དེ་འདྲ་མཐའ་གསུམ་དེ་ནི་བྱམས་མ་ཆེན་མོ་རྩ་བའི་འབུམ་གྱི་ནང་ལ་དེ་གསུངས་འདུག་ཞུ་རྒྱུ་དེ་རེད། དེ་ནས། དེའི་ནང་ལ་མཐའ་དགུ་མཐའ་དྲུག་དག་དེ་ཚང་མ་རེ་རེ་བཞིན་དུ་དེ་འདྲའི་བྱས་ནས་བཤད། ད་དེ་ནི་མ་ལགས། དེ་ཚན། ད་འདི་རེད་ད་དོན་དག་རྡོག་རྡོག་དེ་དེ་ནི་མཐའ་ཡོད་ཚད་གང་པོ་དེ་ལ་དྲལ་བའི་ཆ་ཞིག་བཞག་པ་ཡིན་ན་གཞིའི་ཁམས་ཆེན་པོ་བརྒྱད་དེ་རྡོག་གཅིག་གོ་ནས་དབྱེ་བ་ཙམ་ལས་དོན་ལ་སོ་སོ་བ་ཞིག་མེད། དེ་ཡང་དོན་དམ་སྟོང་ཕྱོགས་ཤུགས་བསྐྱེད་བྱས་ནས་ད་དེ་དོན་དམ་ཕྱོགས་སྟོང་ཕྱོགས་ཤུགས་བསྐྱེད་བྱས་ནས་ཟེར་ཟེར་ཡ་དེ་ག་རེ་ཟེར་ན་ཁ་ཤས་འདིའི་ནང་ལ་གསལ་བ་ཡང་བལྟས་བལྟས་སུ་བསྟན་གྱི་འདུག་ད་དེ་ན་སྟོང་ཕྱོགས་གཙོ་བོར་བྱས་ནས་བསྟན་གྱི་འདུག་ཟེར་ད་དེ་ལ་ནི་ག་རེ་རེད་ཟེར་ན་དེ་ལ་ཀུན་གཞི་རྣམ་པར་ཤེས་པ་ཡང་ལག་ཡོད་ལུང་མ་བསྟན་པའི་ཤེས་པ་ཡང་ཡོད་ལག་ཡོད་རང་རིག་ཡེ་ཤེས་ལ་ཡང་ལག་ཡོད་ཡང་མེད་ཆེན་པོའི་རང་བཞིན་ཡང་ལག་ཡོད་ཟེར་ཏེ་མདོར་བསྟན་ན་དེ་སུ་ལ་ཡོད་ཟེར་འདྲི་བ་ཡིན་ན་ཡ་ཐ་རྒྱལ་པོའི་དཀྱིལ་འཁོར་ནས་མ་ཐ་དམྱལ་བའི་འཇིག་ཚོགས་ཀྱི་སེམས་ཅན་ཐམས་ཅད་ལ་ཀུན་གྱི་རྣམ་པར་ཤེས་པ་དང་ལུང་མ་བསྟན་གྱི་ཤེས་པ་རང་རིག་ཡེ་ཤེས་ཡང་མེད་ཆེན་པོའི་རང་བཞིན་ཡིན། ཡོད་ཟེར་ཏེ། ད་ད་ལན་གནོད་པ་མ་བྱུང་བར་དུ་རེ་ཞིག་མཁས་པ་མ་བྱུང་མ་ཐུག་བར་དུ་འབད་ལྟ་ཡ་ཟེར་གྱི་ཡིན་ཟེར་གྱི་སྐད་ཅིག་ཡོད་དཔེ་ཅིག་ཡོད་ར་དེ་ནང་བཞིན་ངེད་ཀྱི་ཁས་ལེན་འདྲ་བོ་ཞིག་དེ་ཡིན་ཞུ་རྒྱུ་དེ་ཡིན། ཁ་ཤས་གིས་ཟིན་ད་ཁྱོད་སྔར་མ་བྲོས་པར་སྐད་ཆ་མང་པོ་ཞིག་བཤད་ཀྱི་འདུག་ད་དེ་དབུ་སྐྲ་གྱེན་གྱེན་བཤད་ནས་མཁས་དབང་དེ་ཚོ་མདུན་ལ་ཡག་པོ་ད་ཡོད་མ་རེད་ཁྱོད་ཀྱིས་བཤད་གི་ཡིན་པས་ཟེར་གི་འདུག་ད། ངས་བཤད་པ་དེ་ཏག་ཏག་བསྡད་ཀྱི་མ་རེད་དེ་ངས་བཤད་བཞག་ན་འགྲིག་རེད་བ་ལན་དེ་ཡང་མཚམས་མཚམས་ལ་ཡང་སྐད་ཆ་དེ་དབུ་སྐྲ་བཤད་པ་ཡིན་ན་ཡང་ཁ་ཤས་ལ་གོ་བ་གསར་བ་ཅིག་ཡང་སླེབས་སྲིད་གི་རེད་བ་ཟེར་ཏེ། ནོར་འཁྲུལ་ཅིག་བཙལ་བཞག་ན། དེ་ཡིན་དུས་ངས་དེ་བཞག་ཡིན་ཡིན་ན་བཞག་བ་དེ་ལ་ཡང་ང་རང་གི་ལྟ་ཚུལ་བྱས་ན་ཁུངས་དང་ལུང། རྒྱབ་རྟེན་དང་བཅས་པ་ཡོད་ཞུ་རྒྱུ་རེད་མ་གཏོགས་ཡང་མེད་པ་ཅིག་ལ་དེ་ནི་ཡོད་པ་སོབ་ད་ད་ཅིག་དང་ཡིན་པ་ལ་མིན་པ་སོབ་ད་ད་ཅིག་ལ་ང་རང་གི་ངོས་ནས་མིན་ཞུ་རྒྱུ་དེ་རེད། དེ་རེད་དེ་ནི་འབྲས་བུ་ཁམས་ཆེན་པོ་བརྒྱད་དེ། ད་ཞི་ཡི་ཁམས་ཆེན་པོ་བརྒྱད་དེ་དེ་ཕར་འབྱར་ཚུལ་དུ་སོ་མང་ཆེ་བ་དེ་ཏག་ཏག་འདྲ་ཅིག་དཔེ་ཆ་ནང་ལ་བསགས་བཞག་འབྲས་བུ་ཁམས་ཆེན་པོ་བརྒྱད་དེ་དམིགས་བསལ་བྱས་ནས་ང་རང་གིས་ཟིན་ད་རྩལ་དུ་བཏོན་ནས་ཟིན་ལྟས་སུ་ཨེ་འགྲིག་མི་འགྲིག་འདྲ་ཅིག་ལྟ་བ་རེད། ཕལ་ཆེར་གཅིག་བྱས་ན་འགྲིག་ཡོད་ཀྱི་རེད་སྤྱི་བཏང་འདིའི་ཐོག་ལ་རྩོམ་ཤོག་བྲིས་བསྡད་མཁན་དཔྱད་པ་བྱས་བསྡད་མཁན་དཀོན་པོ་ཞེ་དྲག་རེད་འདུག་བལྟ་ས་གོ་རང་མི་འདུག་དེང་དུས། འབྲས་བུ་ཁམས་ཆེན་པོ་བརྒྱད་དེ། ཟེར་ན་ཁམས་ཆེན་པོ་བརྒྱད་དེ་གཞི་དང་ལམ་དང་འབྲས་བུ་གསུམ་དུ་སྦྱར་དུ་ཡོང་གི་རེད་ད་འབྲས་བུ་ཁམས་ཞེས་པ་ནི་ལམ་གྱི་ཁམས་བརྒྱད་ཀྱི་ཐོབ་བྱའི་འབྲས་བུ་མཐར་ཐུག་དེ་ལ་འཇོག་པ་ཡིན་ཞིང་དེ་ཡང་ས་ཆ་གཙོ་བོར་བརྟེན་པ་ཞིག་ཡིན་ནོ་ཟེར། ལ། དེ་ལྟ་བུའི་འབྲས་བུ་ཁམས་བརྒྱད་ནི་འབྲས་བུ་སྲིད་ཁམས་འབྲས་བུ་རྒྱུན་ཁམས་འབྲས་བུ་སྣང་ཁམས་འབྲས་བུ་སྟོང་ཁམས་འབྲས་བུ་སོ་སོར་གསལ་བའི་ཁམས་འབྲས་བུ་རང་རིག་པའི་ཁམས་འབྲས་བུ་ཀློང་ཆེན་དབྱིངས་ཀྱི་ཁམས་འབྲས་བུ་མཉམ་པའི་ཁམས་བརྒྱད། དག་འདི་ཡིན་དུས་དེ་རེ་རེ་གི་དག་འདི་ནི་ག་ས། ཁོ་རང་གི་མཚན་ཉིད་དང་གོ་དོན་སོགས་དག་འདི་རེ་རེ་བཞག་ཡོད། དག་འདི་ཡིན་དུས་བྱ་མ་འབུམ་ངེས་ཀྱི་དགོངས་དོན་ལྟར་ན་འབྲས་བུ་སྲིད་ཁམས་དང་མ་ནི་སྐྱེ་མེད་དོས་དཔག་བོན་སྐུ། སྲིད་པའི་རྒྱལ་མོ་དོས་ནས་སྐྱེ་མེད་མ། ཡོངས་སུ་སྲིད་ཁམས་སྐྱེ་མེད་དོས་དག། ཀུན་སྐྱབས་ཀུན་ཏུ་བཟང་མོ་རྣམས་དོན་གཅིག་ཡིན་ཟེར་ཡ་དེ་རེད། ད་ལྷན་སྐྱེས་རྫོགས་ལ། ཅི་ཡིན་འདི་ཡིན་ཞེ་དྲག་ཡོང་མ་རེད། ག་རེ་ཟེར་ན་དེ་ལ་ཐུགས་རྒྱུས་མེད་པ་ཡིན་ཙང་ད་ཡང་བོན་པོ་གི་གཞུང་ལུགས་ལ། གོ་རྟོགས་ཡོད་མཁན་ཐོས་བསམ་ཡོད་མཁན་དགེ་བའི་བཤེས་གཉེན་ཁོང་རྣམས་པ་ཡིན་ན་ད་འདིའི་ཁན་ཚ་ག་རེ་འདྲ་ཞིག་བཤད་ཀྱི་ཡོད་ན་བསམ་པ་ས་ཡོད་དགོས་རེད་དེ། འདི་ད་དོན་གཅིག་དེ་འདི་འདྲས་ཅན་བཞག་ཡོད་ཤོད་རྒྱུ་དེ་ཡིན། དེ་བཞིན་དུ་འབྲས་བུ་རྒྱུན་ཁམས་ནི་བར་ནས་འགག་མེད་བོན་སྐུ་རྩ་འཇོག་བྱེད་ཚུལ་ནི་རིན་ཆེན་ལྷ་མོ་འགག་མེད་མ་རྣམས་དོན་གཅིག་འབྲས་བུ་སྣང་ཁམས་དང། དེ་ནི་མ་འཇོག་ཚད་མེད་རྫོགས་སྐུ་ཆེན་མོ། ཡེ་ཡོད། ཞལ་དཀར། སྨན་གཅིག་མ་རྣམས་དོན་གཅིག། འབྲས་བུ་སྟོང་ཁམས་དང་དེ་དོན་རྫོགས་སྐུར་རྟོགས་པའི་ཡེ་ཤེས་ཀུན་གྱི་ཡུམ་གཅིག་མ། མཚན་འཛིན་དངོས་བཀྲ་ལྷ་མོ་བདག་མེད་མ་རྣམས་དོན་གཅིག་ཡིན། འབྲས་བུ་སོ་སོའི་ཁམས་དང་མ་གཅིག་སྤྲུལ་སྐུ་ལམ་འབྲས་ཉིད། སྐྱེ་མེད་དབྱིངས། བྱེ་བྲག། རྣམ་བཅས་ལྷ་མོ་རྣམས། དེ་ནི་དོན་གཅིག་མིང་གི་རྣམ་གྲངས་བཅས། འབྲས་བུ་རིག་པའི་ཁམས་དང་ཧི་ནི་སྤྲུལ་སྐུ་རིག་པའི་ཁམས་གཉིས། སྤྲུལ་སྐུའི་རིག་པ་ཡེ་ཤེས་གསར་བའི་འོད་ཆུང། སྤྲུལ་སྐུའི་ཡེ་ཤེས། གཡུང་དྲུང་ཀློང་རྒྱས་ལྷ་མོ་རྣམས་དོན་གཅིག་མིང་གི་རྣམ་གྲངས། འབྲས་བུ་ཀློང་ཆེན་དབྱིངས་ཀྱི་ཁམས་དང་མོ་ནི་སྐྱོན་མེད། གཡོ་མེད་ངོ་བོ་ཉིད་སྐུ་དབྱིངས་ཀྱི་ལྷ་མོ་དབྱིངས་ཕྱུག། གཡོ་མེད་མ་རྣམས་དོན་གཅིག་འབྲས་བུ་མཉམ་པའི་ཁམས་དང་ཧོ་ནི་ངོ་བོ་ཉིད་ཀྱི་ཆེ་བ། ཡུམ་གུ་རུ་ཇོ་མོ། མཉམ་ཉིད་ནམ་མཁའི་མདངས་ལྡན་འགྱུར་མེད་མ་རྣམས་དོན་གཅིག་ཡིན། དེ་རེད། ད་དེའི་དུས། སྲིད་པའི་རྒྱལ་མོ་གདོད་ནས་སྐྱེ་མེད་མ་དང་རྗེ་བཙུན། རིན་ཆེན་ལྷ་མོ་འགག་མེད་མ། ཡེ་ཡོད་རྒྱལ་དཀར་སྨད་གཅིག་མ་མཚན་འཛིན་དངོས་བཀྲ་ལྷ་མོ། བདག་མེད་མ། བྱེ་བྲག་རྣམ་བཅད་ལྷ་མོ་དྲི་མེད་མ་གཡུང་དྲུང། ཀློང་རྒྱས་ལྷ་མོ་མིག་མེད་མ། ད་དེ་འདི་མང་པོ་ཅིག་ཡོད་ད་འདི་ཚོ་ཐམས་ཅད་དེ། ག་རེ་རེད་ཟེར་བ་ཡིན་ན། དོན་དམ་པར་ཀུན་རྫོབ་ཏུ་གཟུགས་བརྙན་ཙམ་དུ་སྣང་བ་ཙམ་ལས་ནི། དོན། ཀུན་རྫོབ་ཏུ་གཞན་སྣང་དུ་རྡུལ་གྱི་ངོ་ལ་གཟུགས་བརྙན་ཙམ་དུ་སྣང་བ་ཙམ་ལས་དོན་དམ་པ་ལ་དེ་ནི། བློ་བདེ་བརྗོད་མེད་ཡིན། མཆོད་རྒྱུའི་ལྟས་ཡིན། ད་དེ་ཡང་ཡིན་པའི་རྒྱུ་མཚན་ནི་ག་རེ་ཡིན་ཟེར་ན། བྱ་མ་ཆེན་མོ་རྩ་བའི་འབུམ་གྱི་ནང་ལ། མི་གཡོ་ནམ་མཁའི་རང་བཞིན་ཅན་ས་ཏྲིག་ཨེ་ས་ཁྱོད་ཉིད་ནས། འཁོར་བའི་འཆིང་བ་ལས་གྲོལ་བའི་རྣམ་བྱང་མྱ་ངན་ལས་འདས་པ། བོན་སྐུ་དེ་བ་ཆེན་པོ་ཉིད་ཟད་སར་སྐྱོལ་བའི་ཡེ་ཤེས་དེ། མཐར་ཐུག་ཐ་མའི་སྤྲོས་བྲལ་ངང། དེ་བཞིན་ཉིད་དུ་གྱུར་བ་ལ་སྐུ་དང་ཡེ་ཤེས་གང་ཡང་མེད། གཟུགས་བརྙན་སྣང་བས་བསླུས་པ་ཡིན་ཟེར་ཡ་དེ། དང་མདོར་ན། དོན་དམ་ཀུན་གཞི་རྣམ་པར་ཤེས་པ་ལས་དོན་དམ་པ་དེ་ལས་མ་འདས་པ་ཅིག་ཡིན། ད་དེ་རེད། དེ་ནི་གཅིག་ཏུ། དེ་ནི། ད་ཀྱི། བཀའ་ས། གོང་དུ་བཤད་པ་ནང་བཞིན། ཀུན་རྫོབ་དང་ཀུན་རྫོབ་ཀྱི་ཆ་དང་དོན་དམ་གྱི་ཆ་གཉིས་ཀྱི་མཐོང་ལམ་ས། འདི་ལས་དང་པོ་ནས་སྒོམ་ལམ། ཐ་ན་གཡུང་དྲུང་ལྟ་བུའི་ཏིང་ངེ་འཛིན་གྱི་བར་དུ་ག་རེ་ཡོད་ཟེར་ན་ས་བཅུ་བཅས་རེད། དང་པོ་རབ་ཏུ་དགའ་བ་ནི་ཟ། ས་བྲན་དང་ཐང་དེ་ལ་མང་པོ་ཞེས་གྲགས་རེ་བྱས། ད་ཀྱི་མཁན་རིན་པོ་ཆེ་དཔག་བསམ་དར་རྒྱས་ཀྱི་རིང་དུ་ས། དང་པོ་རབ་ཏུ་དགའ་བ། རབ་ཀྱི་ས་ཟེར་དུ། ང་ཚོ་འདི་རབ་ཏུ་དགའ་བའི་ས་ཟེར་ཡ་དེ་རེད། དེ་ཡིན་དུས། མཐོང་ལམ་རབ་ཏུ་དགའ་བའི་ས་དང་པོ་ནས་བཟུང་ནས་དེ་ལ་རྣམ་རིམ་པ་དང་པོ། དེ་ནི། ས་རེ་རེ་ལ་རྣམ་རེ་རེ་ཡོད་རེད། བདག་དེ་ཡིན་དུ་བདག་དམིགས་བཟས་བྱས་ན་དེ་ནི་དེ་ལ། ཏིང་ངེ་འཛིན་མི་འདྲ་བ་རེ་རེ་དགུ་ཡོད་པ་རེད། རྟོག་བྱ་གི་གཡུང་དྲུང་དགུ་ཡོད་པ་རེད་མཐོང་ལམ་གྱི་སྐབས་སུ། སྟོང་ཉིད་སྤྱི་ཙམ་པར་རྟོགས་རེད་དེ་ནི་ཡར་ལ་བོན་ཆེན་སོ་སོ་དང་འབྲེལ་བའི་སྟོང་ཉིད་ཟིན་ཏེ་གཡུང་དྲུང་གི་དབྱིངས་དགུ་རྟོགས་རེད་ད་དེ་ནི་སྦྱར་བྱ་ག་རེ་ཡོད་ཟེར་ན་ཐུན་མོང་མ་ཡིན་པའི་དེ་ནི་བྱེ་སྨྲ་ཆེན་མོ་བཅུ་སྦྱར་རྒྱུ་རེད། ད་དེ་ག་རེ་རེད་ཟེར་ན། ལ། བཀའ་མ་མངག། འོ་ཡིག་ཡང་སྣང་བདག་མེད། ཕ་ཁྲ་ཁྲ་འདོན་བཞག་བ་ངས། འོ་ཡ། དེ་འདུལ། ཕ་རོལ་ཏུ་ཕྱིན་པ་བཅུ་ལ་བྱམས་པ་བཅུ་སྦྱར་གྱི་ཡོད་རེད་ཞུ་རྒྱུ་དེ་ཡིན། དེ་འདུལ། ང་རང་གི་བསམ་ཚུལ་ཅིག་ལ། མཚམས་མཚམས་ལ་མདོ་ཕར་ཕྱིན་གྱི་ཐེག་པ་སྐབས་སུ། མཚམས་མཚམས་ལ་འདི་ཡི་སྐབས་སུ་ང་ཚོ་ཞིང་དག་པ་རབ་འབྱམས་ཀྱི་བསྐོར་བའི་སྐབས་སུ། ལྷ་དང་ལྷ་མོ་དང་དེ་འདྲའི་གོམས་མཁན་ཅིག་ཡོད་རེད་ཟེར་ད་ང་ཚོ་རྩོད་པ་རྩོད་དུས་ཡོང་གི་རེད། རི་བཙུགས་པ་དང་འཇམ་པ་དེ་ཚོ། ལྷ་དྲག་པོ་དང་ཞི་བ་ལ་གོམས་དགོས་གི་རེད། ནང་གི་སྣོད་བཅུད་དེ་ཚོ་བཅུད་ཀྱི་ཚད་མཆན་དེ་ཚོ་ཐམས་ཅད་ལྷ་དང་ལྷ་མོའི་རང་བཞིན་དུ་གོམས་དགོས་གི་རེད། དེ་རེད། ཡང་མཚམས་མཚམས་ལ་མདོ་ཕར་ཕྱིན་ཐེག་པའི་ལུགས་ལ་ལྷ་དགུ་ལ་སོགས་གོམས་པ་མེད་ཟིན་ཅིག་ཤེས་དགོས་རེད། དེ་ཡིན་དུས་ད་ལྟ་འདིར་བལྟ་ཡོང་བའི་ཁ་ཐུག་ལ་བྱ་མ་རེ་རེ་ཞར་བཞག་ཡིན་དུས་ཀུན་རྫོབ་ཏུ་དེ་ནི་ག་རེ། དེ་ཡིན་དུས། ལྕང་མ་བཅུ་ཡིས་ཤར་སྦྱར་གྱི་འདུག། ལྷ་སྐུ་བསྒོམ་པ་ཡང་འདུག་ཟེར་ཡ་གི་ད་དེ་འདྲས་ཅིག་ལེགས་འདུག་ཞུ་རྒྱུ་དེ་ཡིན། ད་དེ་ནས་ཟིན། དེ་ཚེ་མགུ་བ་དེ་ལ་མར་འགྲོ་བཞག་ན་འགྲིག་ས་རེད། ཁམས་ཆེན་པོ། ད་ཁྱེད་ཀྱིས་ད། བསྟན་བཅོས་ཀྱི་གཞུང་ཁམས་ཆེན་སྟོང་ཕྲག་བརྒྱད་པ་འདི་ལ་གཞན་སྡེ་མཁས་པ་དག་གིས་གཟིགས་ཚུལ་ལོས་དེ་ཐུང་ཐུང་ཅིག་བྲིས་བཞག་ཡོད། འདི། རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན་དེང་སང་མཐུན་སྒྲིལ་བྱེད་པའི་དུས་ཚོད་ཡིན་པ་ཡིན་ཙང་ཡང། ང་ཚོ་གཅིག་གིས་གཅིག་ལ་གོ་རྟོགས་བྱུང་བ་ཡིན་ན་ཡང་ཡག་པོ་ཅིག་ཡོང་ས་རེད་བསམ་པ་རེད། མི་མཐུན་པའི་ཕྱོགས་བྲིས་པ་ཡིན་ན་ཧང་ལས་མང་པོ་བྲིས་རྒྱུ་ཡོད་དེ་མཐུན་ཕྱོགས་བྲིས་ཡོང་དུས་ཡང་ཉུང་ཉུང་ཅིག་མ་གཏོགས་དེ་མི་འདུག་དེ་དེ་ངས་བྲིས་བཞག་པ་ཡིན་ན་ཡང། ཡག་པོ་ཅིག་ཡོང་ས་རེད། གཅིག་བྱས་ན་གད་མོ་བླངས་རྗེས་ཟོབ་ད་འདྲ་ཅིག་རེད། ལྟ་འདིའི་བྱུང་རིམ་འདྲ་བོ་དེ། ས་སྐྱ་བླ་མ་བསོད་ནམས་བརྒྱ་རྩིང་གི་རྒྱལ་རབས་གསར་བའི་མེ་ལོང་ནང་ལ། ཁམས་ཆེན་པོ་བརྒྱད་ཀྱི་གཞུང་ལུགས་དེ་དག་ནི། ཞང་ཞུང་ནས་བསྐྱུར་བ་རེད་ཟེར་རྒྱུ་ཞིག་ཡོད་རེད། མདོར་བསྡུ་བ་ན་ས་སྐྱ་བཀའ་བརྒྱུད་རྙིང་མ་དགེ་ལུགས་ཇོ་ནང་གཞིས་བྱེས་འགའ་རེས་དེའི་དཔེ་ཆ་ནང་ཚུར་ལོ་བོན་པོ་གི་མཁས་པ་གི་མིང་འདོད་དཔེ་ཆ་གི་མིང་འདོད་ཐ་སྙད་ཀྱི་མིང་འདོད་ཟེར་ནས་ད་ལྟའི་རྩ་ལ་ཡོང་དུས་ད་དེ་འདྲའི་དེ་འདྲའི་ལྟས་སུ་ང་ལ་རག་པ་རེད། དེ་ནི་འཇམ་མགོན་མི་ཕམ་རིན་པོ་ཆེ་གིས་ནི་དེ་ནི་གསུངས་ནང་ལ་ད་ག་རོགས་རག་གི་ཡོད་རེད། དེ་རེད། འདི་ཚོ་དེ་ནི་འདིའི་ནང་ལ་དེ་ནི་རིམ་པ་བཞིན་དུ་ཅིག་བྲིས་བཞག་ཡོད་ཞུ་རྒྱུ་དེ་རེད། ཨ་ལས་ད་འདིའི་ཐོག་ལ་ཅིག་ལུས། འདིའི་ཐོག་ལ་འགྲོ་འདུག་ཨ། ག་ཟེར་འདུག་བོན་པོ་གི་ལྟ་བ་གི་ཐོག་ལ་ཞལ་འདེབས་ཀི་མཁས་པ་དག་གི་གཟིགས་ཚུལ་འདི་ལ་བལྟས་ཚུལ་མང་པོ་རེད་བཞག་ངོ་ཡ་དེ་རེད། སྔ་འགྱུར་རྙིང་མིག་གི་བླ་མ་གཡུ་ཁོག་བྱ་བྲལ་ཆོས་དབྱིངས་རང་གྲོལ་གྱིས་མཛད་པའི་གོམས་ཕྱོགས་ཀྱི་དྲིས་ལན། དྭོགས་པའི་བརྩོན་འགྲུས་ཟེར་འདུག་ཆོས་ཀུན་དོན་ནས་མ་གྲུབ་ཅེས་འཛིན་པ་མེད་ཅིང། རྟོག་པ་མེད། བདག་ལ་དགག་པ་མེད་པ་ཡི་ལྟ་བའི་ཉམས་ལེན་བོན་ལ་ཡོད་ཟེར་གཅིག་འདུག་ཡང་ཁོང་གི་གསུང་གི་ནང་ལ་གར་དུ་དྭངས་གསལ་དགག་མེད་ཀྱི་ཉམས་ལེན་ཞང་ཞུང་བོན་པོ་དང་མཐུན་པའི་རྟ་དེ་སྤྲོས་ཅན་དུ་འདུག་གོ་ཟེར་ཡ་གཅིག་ཡང་དེའང་འདུག་དེ་ནི་རིག་འཛིན་འཇིགས་མེད་གླིང་པའི་གི་གསུང་གི་ནང་ལ་གར་དུ་རང་བཞིན་མ་གྲུབ་འཛིན་མེད་མི་རྟོག་ཅིང་ཅིར་ཡང་མ་གྲུབ། བདག་ལ་དགག་མེད་པའི་ལྟ་བའི་ཉམས་ལེན་ཞང་ཞུང་དགོན་ལ་ཡོད་ཟེར་གྱི་འདུག་དེ་ནས་སྔ་འགྱུར་རྙིང་མའི་བླ་མ་དོན་འདུལ་རྡོ་རྗེས་ཀྱི་གཏེར་ཆོས་ནང་ལ་ག་རེ་འདུག་ཟེར་ན་ད་དཔེ་ཆ་དེ་མཚན་དེ་རིང་པོ་ཞིག་བཞུགས་འདུག་དེ་ལྟར་ཡིན་ན་ཞང་ཞུང་གི་བོན་པོ་རྣམས་ཀྱང་ཕྱི་ནང་སྟོང་པ་ཉིད་དང་སྣང་ལ་རང་བཞིན་མེད་པ་དང་ས་ལ་འཛིན་པ་མེད་པ་དང་དལ་བ་ལ་རྟོག་པ་མེད་པ་དང་གཤིས་ཅིར་ཡང་མ་གྲུབ་པ་དང་འགག་མེད་དུ་སྣང་བ་སོགས་ཆོས་སྐད་ཆ་འཇོག་ཏུ་གནང་འདུག་པས་བློ་ཡི་འཇུག་ཚུལ་གནད་གཅིག་པ་དང་གསུངས་འདུག། དེ་རེད། དེ་ནས་སྔ་འགྱུར་རྙིང་མིག་གི་བརྡ་རྫོགས་ཅན་གྱི་བླ་མ་རྩེ་ལེ་སྣ་ཚོགས་རང་གྲོགས་ཀྱི་གར་གསུངས་འདུག་ཟེར་ན་དེ་ནི་ལམ་གྱི་གོ་ཚུལ་རྒྱ་ཆེ་གྲངས་མང་ཡང་བོན་ཆོས་དབྱེར་མེད་རང་རིག་གསལ་སྟོང་འདིས་ཆེད་དུ་བཅོས་པའི་གོམས་པ་མ་ཡིན་ཞིང་རྣམ་རྟོག་འཁྲུལ་པ་རང་གར་མ་ཤོར་བར། རང་ངོ་རིག་ཐོག་ཀློད་པ་རྫོགས་ཆེན་ལམ། དྲན་རིག་དབྱེར་མེད་སྐྱོང་བ་ཕྱག་རྒྱ་ཆེ། གང་ཤར་རང་བབས་བསྐྱུར་བ་སྤྱོད་ཡུལ་མཆོག། དུག་ལྔ་སེམས་སུ་སྤྲོ་བ་ཞི་བྱེད་ཞེས། གང་གིས་ཡང་མཐའ་ལ་མི་ཤེས་དབུ་མ་དངོས། སྟོང་ཉིད་སྙིང་རྗེ་ཟུང་འཇུག་བློ་སྦྱོང་དོན། ཐམས་ཅད་དགོངས་དོན་གོ་མེད་གཡེང་མེད་ཀྱི། གནད་འདི་བོན་ཆོས་དབྱེར་མེད་སྒོམ་གྱི་མཆོག། ཟེར་ཅིག་གསུངས་འདུག་ད་འདི་ཡོག་ལ། ཚིག་གཅིག་ད་ངོ་རང་དུ་རག་སོང་ད་འདི་ག་བ་བཀླགས་ཡིན་ན་འདི་ཟློ་ག་ཏོག་ད་རེད། མཁས་གྲུབ་རཱ་ག་ཨ་ཟས་ཀྱི་གསུང་ནང་ལ་འདུག་མདོར་ན་ས་དགེ་རྙིང་མ་བཀའ་བརྒྱུད་དང་བོན་ལུགས་ལ་སོགས་གྲུབ་མཐའ་ཕྱོགས་མེད་ཀྱི། བཤད་པ་གྲུབ་པ་རྣམ་ཐར་ལ་སོགས་ཆོས་གང་ལ་ཕྱོགས་རིས་མེད་པར་ལྟ་རྟོག་གྱིས་གསུངས་འདུག་ལྟ་རྟོག་གྱིས་གསུངས་འདུག་སྟེ། རྒྱུན་དུ་ཡིད་ལ་འཇགས་པ་དཀའ་ན་ཡང། བཏགས་ཚེ་དོན་དེ་མི་གོ་ག་ལ་ཡང་ཡང་ཡང་ཡང་བཏགས་ནས་སུ་མི་གོ་བ་ཅིག་རྩ་གཉིས་སྲིག་མ་རེད་ཟེར་ཡང་ཡང་ཡང་བཏགས་དང་དེ་ནི་གོ་ཡ་གཅིག་འདུག་ཟེར་ཏེ།

དྲི་བ། རྡོག་རྡོག། བཞིའི་སྒྲ་བརྗོད་དྲི་ཡའི་སྒྲ་འོད་དེ་འདྲ་བྱེད་སྒྲ་སྒྲིག་བྱེད་བྱ་ཡོད་ཞུ། ཨ་ནི་དང་དང། པོད་བཅུ་དྲུག་གི་བདག་ཉིད་ཅན་ཁམས་ཅན་སྟོང་ཕྲག་བརྒྱ་པ་དེ། ཨ་ནི་སྟོན་པ་ཤེས་རབ་ཀྱི་རྫས་ནི་ཕྱིས་སུ་གྲི་གུམ་གྱི་སྐབས་སུ་གཏེར་དུ་ནུབ་སོང་བ་ར། ཨ་ནི་ཕྱིས་སུ་ད་ལྟ་གཤེན་ཆེན་ཀླུ་ཁ་གཤེན་ཆེན་ཀླུ་ཁ་ལ་དུས་བོན་པོ་ལ་བྱེད་པ་ཡིན་ན་བཀའ་དྲིན་ཆེན་པོ་རེད་གཏེར་སྟོན་པ་དུས་རབས་བཅུ་བི་གི་ནང་ལ་འཁྲུངས་དེ་མགྱོགས་ཨ་ནི་དུས་རབས་བཅུ་གཅིག་བི་དབུ་ལ་ད་སྐུ་གཤེགས་སོང་བ་རེད། འདི་སྐབས་སུ་གཏེར་སྟོན་གཏེར་ལ་བཞེས་བཞེས་ཚར་བའི་རྗེས་སུ་ཁོང་རིགས་ཀྱི་སློབ་མ། ཅོག་བླ་གཡུང་དྲུང་སྐྱིད་ལ་ད་ཁོང་གིས་མ། མ་དཔེ་ཇི་ཡོད་ར་དང་མ་སྤེལ་ཏེ། དེ་ལས་ཤུལ་ནི་གཅིག་དེ་གཤེན་རྗེ་ལུགས་ཀ་ཁོང་རིགས་ལ་བུ་གཅིག་དེ་ཡང་ཁོང་རང་ཉར་ད་དེ་འདྲའི་ཅན་དེ་ཡར་མ་གཅིག་ནི། མ་སྤེལ་དང་བུ་སྤེལ་དང་མི་རྩིས་ནི་གསུམ་དང་པ་བྱུང་ཡོད་ས་རེད། བྱུང་ཡོད་དུས་དེ་ནས་དེ་ནས་ཕྱིས་སུ། ད་དེ་གི་མ་དཔེ་བྱས་ཡོད་ར། མ་དཔེ་དེས་ད་ལོ་རྒྱུས་ནང་ལ་གསུང་སྟངས་བྱས་བ་ཡིན་ན། མ་དཔེ་དེས་ད་གཤེན་རྗེ་བློ་དགའ་ཁོང་རེ་སྐུ་ལ་གཤེགས་ཚར་བའི་རྗེས་སུ། སྲས་གཉིས་པོ་དེ་ལ་ད་ང་ཚོ་གི་ཞུ་ཡས་ལེགས་པོ་གི། ཞུ་ཡས་ལེགས་པོ་ལ་ད་ཡང་ཁོང་རེ་གི་འདི་རེ་ད་སློབ་མ་རེ་གཤེན་རྗེ་བློ་དགའ་ཁོང་རེ་གི་སློབ་མ། འོ་འདི་ལ་ཁོང་རེ་སྐུ་གཤེགས་ཚར་བའི་རྗེས་སུ་འདི་ལ་གནང་ཡོད། གནང་རོགས་བྱས་ལ་ནི། མ་དཔེ་འདྲ་བོ་དེ་ཞོའི་ལེགས་པོ་ལ་ཉར་དེ་ཡོད་ར། ད་དེ་འདྲས་ཡིན་དུས་ད་ལྟ་གི་ང་ཚོ་གི་ཚན་རིག་པས་གི་རིག་པ་འདྲ་གི་བསམ་བློ་བཏང་བ་ཡིན་ན། སྔར་སྟོན་པ་ཤེས་རབ་མེ་འོད་གི་སྐབས་སུ་དུས་རབས་ཀྱི་སྙན་གི་སྤྱི་ལོ་གི་སྙན་གི་སྐབས་སུ་མཛེས་བྱ་རྒྱུ་གི་དཔེ་ཆ་དེ་ག་རང་དེ་མ། ཚོགས་སྔགས་ཀྱི་བྲག་ལ་སྦས། ད་ཕྱིས་སུ་དཔེ་ཆ་དེ་ག་རང་དེ། སྟོན་པའི་རྣམ་པ་འདྲ་བོ་ཞིག་བཤད་དགོས་གོ། དེ་ཡིན་དུས་ད་ལྟ་དེ་དཔེ་ཆ་དེ། ཕར་ཆེར་ང་ཚོ་དུས་དུས་བྱས་པ་ཡིན་ན་ད་ལྟ་དཔེ་ཆ་དེ་ག་རང་དེ་ལྷག་ཡོད་པའི་བཟོ་འདྲ་བོ་ཅིག་ཆགས་ཀྱི་འདུག་ད་དེ་ཡོད་པ་ཡིན་ན། ང་ཚོ་གི་ད་ང་ཚོ་ནམ་རྒྱུན་ཅིག་བོན་པོ་ལ་ཤེས་རབ་འབྲས་གསུམ་གྱི་རྣམ་གཞག་ཡོད་དམ་མེད་དེ་རྩོད་པ་འདྲ་བོ་ཅིག་གླེང་བསྡད་འོ། ད་འདི་གི་དཔང་རྟགས་ཡག་པོ་ཅིག་རགས་ས་རེད་བ། ཨ་ནི་དེ་དཔེ་ཆ་དེ་ད་ལྟ་ཡོད་ན་ག་འདྲས་ཡིན་ནའང། འོ་དེ་ཅིག་ཅེས་དྲི་བ་གཅིག་བྱེད་རོགས། ད་ནངས་གཞི་ཡི་ཁམས་ཀྱི་ལམ་གྱི་ཁམས་ཀྱི་འབྲས་བུ་གྱི་ཁམས་ཀྱི་ལ་འོང་དུས། གཞིའི་ཁམས་སྐྱེ་ཞེས་པའི་གཞི་དེ། གཞི་དང་ལམ་དང་འབྲས་བུ་ཞེས་པའི་ཐེག་པ་ཆེན་པོ་གི་འདི་གི་གཞི་དེ་ལ་ཤེས་དགོས་ཀྱི་ཡོད་རེད་དང་མེད་རེད། ཨ་ནི་དེའི་སྐབས་སུ་གཞི་ལ་ཤེས་དགོས་ཡོད་ན། དྲི་བྱེད་ཀྱི་སེམས་དབྱིངས་ལ་གོ་དགོས་མ་རེད་ཡིན་གཅིག་མིན་གཅིག་དྲི་བྱེད་ཀྱི་སེམས་དབྱིངས་འམ་རང་བཞིན་གནས་རིགས། རྒྱུ་དུས་ཀྱི་བདེར་གཤེགས་སྙིང་པོ་ལ་གོ་དགོས་ཀྱི་ཡོད་མ་རེད། ཨ་ནི། ད་ལྟ་ཁྱེད་ཀྱི་རྩོམ་ཤོག་དེའི་ནང་ལ་ད་ལྟ་བཞི་ལ་ཡེ་དེ་ལ་ཡིན་གཅིག་མིན་གཅིག་དྲི་བྱེད་ཀྱི་སེམས་གཡེང་དེའི་ནང་ལ་བཞག་མེད་འདུག་ད་ལྟ་ང་ཚོ་ནམ་རྒྱུན་གྱི་མ་བཅོས་ཤེས་བྱའི་ངོ་བོ་དེ་རྟོག་པས་བསྒྲིབས་པའི་དེབ་མང་དང་དེ་ལ་ཤེས་བྱའི་ཐ་སྙད་དག་དེ་དེ་དེ་ཐབས་རྟོག་བྱའི་ཤེས་བྱ་ལ་ལམ་ཞེས་བྱ་བའི་ཐ་སྙད་དག་དེ་ཀྱི་ཤེས་བྱ་མངོན་གྱུར་ལ་འབྲས་བུ་ཞེས་སུ་ཐ་སྙད་བཏགས་བྱས་པའི་གི་དེ་བཞི་དེ་ལ་ངོས་ཟིན་དགོས་མ་རེད། ཨ་ནི་དེ་གཅིག་རྗེས་ཨ་ནི། ད། གཞི་དང་ལམ་དང་འབྲས་བུ་ཤེས་པའི་གི་གཞི་དེ། དྲི་བྱེད་ཀྱི་སེམས་མེ་ཡིན་འཁོར་བ་དེ་གཞི་ལམ་རྣམ་བཅད་ཀྱི་ནང་ལ། གཞི་ཡི་རང་བཞིན་དྲི་མར་བཅད་པ་ཙམ་ལས་དབྱེ་སྟེ། དྲི་མ་དང་བྲལ་ན། གཞིར་མི་རུང་བས་སོ། ལ་ནི་སོང་ཨིན་ཇི་མིན་ཅི། གཞི་ལ་ངེས་དེ་ལ་དྲི་མ་དང་བཅས་པ་དྲི་བྱེད་ཀྱི་སེམས་ཡིན་རང་བཞིན་གནས་རིགས་ལ་གོ་དགོས་དོ། དེ་གི་བདག་ང་རང་གི་དྲི་བ་དེ་རླུང་གི་རྒྱབ་རྟེན་སོགས་འགྲོ་བ་ཅི་རེད། ཨ་ནི་དེ་རྗེས་དེ་ནས་ང་ཚོ་གི་ད་ཞེ་འདི་ཡིན་ན་ང་ཚོ་གི་སྔོན་པོ་རྒྱས་ཟིན་གསུངས་དོ། སྔོན་པོ་རྒྱས་དང་མཚོན་བྱེད་དུས་འཇུག་ཟིན་གསུངས་དོ་ང་ཚོ་དེ་ལ་ཁམས་རྒྱས་ཟིན། ད་ལྟ་དཔེ་ཆ་ན་ཁམས་རྒྱས་ཟིན་བྱུང། ད་དེ་ལ་ང་རང་གི་ད་ཅིག་ཡ་མ་དཔེ་ཆ་འདྲ་བོ་སྔས་མ་སློབ་གཉེར་བྱེད་དེ་ཡིན་ན་ཕྱིས་སུ་རྩ་བ་ཅན་དེ་ཁམས་ཞེས་པ་དེ་འགྲེལ་བྱེད་འདྲ་བོ་ཅིག་ག་རེ་རྒྱག་འོ་ནམ་རྒྱུ་ཡིན་ན་ང་ཚོ་མཛོད་འདི་ཚོ་ནང་ལ། ཅི་ཡང་བྱེད་པ་མེད་པ་ལ་རང་གི་མཚན་ཉིད་འཛིན་ཕྱིར་ཁམས་ལ་ཡོད་དང། སྣང་སྲིད་ཡངས་ཤིང་རྒྱ་ཆེ་བ་སོ། ཐ་དད་ཕྱིར་ཡང་ཁམས་ལ་ཡོད་དང། རྒྱ་ཆེའི་ཁམས་ཀྱི་མཚན་ཉིད་ལ་ཡོད་དེ་ཁམས་དེ་ལ་གོ་དགོས་ཡོད་རེ་བས་སོང། ཡང། འགྲེལ་བཤད་གཞན་པ་ཅིག་ད་ང་ཚོ་གིས་དེ་གར་འགྲེལ་བཤད་རྒྱབ་བཞག་མ་པའི་གཞུང་ལུགས་དང་འབྲེལ་བའི་གིས་དེ་འདྲ་ཡང། གར་ཚོད་སློབ་བྱེད་གྲོགས་ཡོད་ན། གནང་རོགས་གསུང་རོགས་བྱེད་ཞུ་ཡས་ཡིན་དེ་གཅིག་བྱས། ད་དྲི་བ་མང་ཚོད་འགྲོ་འཆག་ཡོང་དོན་རེད། དེ་ནས་དྲི་བ། ཐ་མ་དེ། ད་འབྲས་བུ་དེ་ལ་འབྲས་བུ་དེ་ལ། ད་ང་ཚོ་འབྲས་བུ་འདྲ་བོ་ཅིག་ཡིན་ན་འདི་རུ་ཨ། གར་སེ། རྡོ་ཕར་ཕྱིན་འདུག་ཐེག་པེ་ཀི་ལུགས་ལ་ད་ང་ཚོ་གི་འབྲས་བུ་ཟིན་ནས་སངས་རྒྱས་མཐར་ཐུག་གི་འབྲས་བུ་སངས་རྒྱས་ཟིན་ལ་གོ་ར། ད་འདི་སངས་རྒྱས་དེ། སངས་རྒྱས་རེད་དང་མ་རེད། ཡང་ཐེག་པ་ཁོ་རང་གི་ལུགས་ལ། རྡོ་ཕར་ཕྱིན་ཐེག་པའི་ལུགས་ལ་སངས་རྒྱས་རེད་དེ་སྤྱི་བཏང་གི་སངས་རྒྱས་རེད་དང་མ་རེད། དེ་སངས་རྒྱས་རེད་དང་མ་རེད་སྤྱི་བཏང་ང་ཚོ་བྱས་པ་ཡིན་ན། སངས་རྒྱས་རེད་ལབ་པ་ཡིན་ན། ཨ་ནི་ང་ཚོ་གི་བོན་རང་ལུགས་ལ་མཐར་ཐུག་ཐེག་པ་གཅིག་ཏུ་འདོད་པ་ཟེར་ན་ད་མཐར་ཐུག་ཐེག་པ་གཅིག་དེ་ཡང། བླ་མེད་རྫོགས་པ་ཆེན་པོའི་གི་ཐེག་པ་ལ་བཞག་དགོས་རེད་བ། དེ་ཡིན་ན་རྡོ་ཕར་ཕྱིན་ཐེག་པའི་ལུགས་གི་སངས་རྒྱས་དེ་བླ་ཐེག་པ་ཆེན་པོའི་གི་ཨ་ནི་བླ་མེད་རྫོགས་པ་ཆེན་པོའི་གི་ལྟ་བ་དེ་རྟོགས་གོ་རེད་དང་མ་རེད། ཨ་ནི་ད། ད་ནང་ང་ཚོ་གི་དེ་གི་ཡ་དེ་ལ་ཡང་ལུང་རྒྱབ་བརྟེན་གི། ད་སངས་རྒྱས་མ་རེད། ད་སངས་རྒྱས་པར་བྱེད་པ་ལིན་ཅི་མི་བླ་མ་རྫོགས་པའི་ཆོ་འཕང་ལོ་ལ་སངས་རྒྱས་དགོས་རེད་ལབ་པ་ན་དེ་ལ་ད་ང་རང་གི་རྒྱབ་རྟེན་ལུང་གི་རྒྱབ་རྟེན་དུ་བྱང་སེམས་གབ་སྦྲེལ་གྱི་རྗེ་རིན་པོ་ཆེའི་གབ་སྦྲེལ་གནང་ལ། དཔང་བསྒྱུར་གྲོལ་གསུམ་ལ་དུས་དཔང་དཔང་ལ་དུས་ང་ཚོ་གི་འདི། རྡོ་ཕར་ཆེན་ཐེག་པའི་ལུགས་དཔང་བསྒྱུར་ལ་དུས་ང་ཚོ་སྔགས་བཤད་དགོས་ར་བསྒྱུར་ལམ། གྲོལ་ལ་དུས་གྲོལ་ལམ་བླ་མེད་རྫོགས་པ་ཆེན་པོ་བཤད་དགོས་རེད་ར། རྒྱུ་ཡི་ཆ་ལ་རྟག་པ་ཡིན་གྱིས། འབྲས་བུའི་སྒོ་ནས་མ་ཡིན་ཏེ། འབྲས་བུ་སངས་རྒྱས་ཀྱི་དྲི་མ་ཟད་པ་དང། ད་དེ། སྤང་རྒྱུ། སྤངས་པའི་གི། སངས་རྒྱས་དེ་དང་རྒྱུ་ལམ་གྱི་སངས་རྒྱས་དང་གྲོལ་ལམ་གྱི་སངས་རྒྱས་དེ་ཤེས་དགོས་དང། དོན་གཉིས་ལྷུན་གྱིས་གྲུབ་པ་ལགས་སོ་མཚུངས་པའི་ཕྱིར་རོ། རོ། སྒྲིབ་པ་ཟད་པ་དང་སངས་རྒྱས་ཡིན་པ་དང་དོན་གཉིས་ལྷུན་གྱིས་གྲུབ་པ་དེ་གཅིག་མཚུངས་རེད། སྤང་རྒྱུ་གྲོལ་སོ་གསུམ་ཀ་གཅིག་པ་རེད། དཔེར་ན། སྒྲུབ་པའི་གི་ཕྱུག་པོ་དང། རིན་པོ་ཆེ་ལ་ཁྱད་མེད་ཀྱང་སྒྲུབ་ཚུལ་གྱི་ཁྱད་པར་ལ་སྒྲུབ་ཚུལ་གྱི་ཁྱད་པར་ལ་ལྟོས་དང་ན་ང་ཚོ་ལམ་བགྲོད་ཚུལ་དེ། ལམ་གྱི་ཁྱད་པར་མ་གཏོགས་འབྲས་བུ་ལ་ཁྱད་པར་ཡོད་མ་རེད། བསོད་ནམས་དང། བསོད་ནམས་ལ་ནི་ང་ཚོ་ཞིང་པ། ཨོ་ད་ཁྱོད་ཤར་ཤར་ཞིག་གཏོང་དང་དེར། ཞིང་པ་དེ་དག་མང་པོ་སྒོར་གྱི་རོ་བ་དེ་བཅས་ཚོང་པ་དང། ཇག་པ་གསུམ་ལ་དཔེ་སྦྱར་ནས་བཤད་དོ། ད་ཕྱུག་པོ་ཆགས་པ་གཅིག་པ་ཡིན་པས་ཕྱུག་པོ་ལ་ཡིན་ཏེ། སངས་རྒྱས་གོམ་པ་ཐོབ་པ་དེ་གཅིག་པོ་རེད་བ། དེ་བྱས་ཀྱི་དེ་ནས། ཐེག་པ་གྱེས་པོ་དེ་སངས་རྒྱས་མ་ཡིན་པ་དེ་ང་ཚོ་བླ་མེད་རྫོགས་པ་ཆེན་པོའི་གེགས་ན་ང་ཚོ་རྫོགས་ཆེན་ལུང་དྲུག་དང། གར་སའི་གོ་རེ། ཉམས་རྒྱུད་རྒྱལ་བའི་ཕྱག་བྲིས་དང་ད་དེ་ཚོ་ནང་ལ་མང་པོ་ཐེག་པ་གྱེས་མན་ཆོད་དེ་ཚང་མ་དེ་སངས་རྒྱས་མ་ཡིན་པ་དང་ནི་རྟོགས་པ་མཐར་ཐུག་མ་ཡིན་པ་མང་པོ་ཅིག་གསུངས་འདུག་ཨ་ནི་དེ་ལུང་དེ་གྱང་གྱམ་ག་འདྲ་བོ་ཆགས་འདུག་ག་འདྲས་ཟིན་ན་འོ་དེ་ད་དྲི་བ་ཞིག་སྔ་འདྲ་བོ་ཆགས་སོང། དྲི་བ་ང་ཁྱོད་ས་ཞེས་ཇི་བཞིན་ཉིད་ཀྱི་དེ་དུས་སུ་རྫོགས་དྲག་ཏུ། དང་པོ་དེས་དང་པོ་དེ་སྟེར་ཟེར་ཡ་དེ་ཐོག་ལ་ཉམས་ཞིབ་བྱེད་དགོས་ཡ་པད་གལ་ཆེན་པོ་ཞེ་དྲག་རེད་བཞག་དང་པོ་བོན་པོ་དང་རྙིང་མ་གཉིས་དེ་ཆོས་དེ་སྟེར་མེད་ན་ཆོས་དེ་ཡོག་མ་རེད་བོན་པོ་དང་རྙིང་མ་ཡོད་ན་སྟེར་ཡོད་རེད་ཡང་གཟི་བརྗིད་ཡང་ཆེན་པོ་ཞེ་དྲག་རེད་དེ་ཡོད་རེད་ད། དེ་ད་ལྟ་སྤྲུལ་སྐུ་གཤེན་ཆེན་ཀླུ་སྒེར་གྱི་སྟེར་ཤོག་དེ་ཡོད་པའི་བཟོ་བདར་འདྲ་ཞིག་རེད་སྟེར་ཤོག་འགའ་ཤས་མེད་པའི་སྟེར་མ་གི་ད་དཔེ་ཆ་འགའ་ཤས་ཀྱི་སྟེར་ཤོག་མེད་པ་རེད་གང་ཡིན་ཟེར་ན་ཕ་གི་ནས་མདའ་ཡིག་རིགས་གཅིག་མ་གཏོགས་རག་གི་ཡོག་མ་རེད། ཨོ། དེ་ནི་ཟིན་ཕབ་གོ་མཁན་འདྲ་ཅིག་ཡོད་རེད། གཏེར་གྱི་ཐོག་ལ་ད་ཉམས་ཞིབ་ཅིག་བྱ་རྒྱུ་དེ། རིག་འཛིན་འཇིགས་མེད་གླིང་པ་དང། དོ། དོ་གྲུབ་རྒྱན་ཡིན་ས་ཡོད་ད་ཁོང་རྣམ་པ་གཉིས་ཀྱིས་དེ་ནི་དེ་འདྲའི་ཉམས་ཞིབ་བྱས་བཞག་པ་འདུག་ད་ལྟ་མངའ་རིས་ནས་སྦས་ནས་ད་ལྟ་མདོ་སྨད་དུ་འདོན་ཆོག་རྒྱུ་ཡོད་ཕེག་སི་བཏང་བ་ནང་བཞིན་བྱས་ནས། ལོ་ཙཱ་འབུ་ལུ་ཀྲུ་བཏང་བ་ནང་བཞིན་བྱས་ནས་ཡོད། ད་བཟང་བ་བསམ་ཡས་མི་ཁྱབ་པ་རེད་དངོས་གནས་ང་དད་དུས་ང་རང་དེ། ཡ་མཚན་པ་དེ་འདྲས་ད་ག་ལ་ལག་ཡོད་ནང་དྲན་སོང་ད་ལྟ་ལྟ་དུས། མེད་པ་མི་སྲིད་པ་རེད་འདུག་དངོས་གནས་དྲང་གནས་གང་ཡིན་ན་འབྱུང་ཆོག་ཆོག་གང་ཡིན་ན་འབྱུང་དུ་རུང་བ་ཅིག་རེད་འདུག་དྲན་གི་འདུག་ཡི་གེ་ཚིག་འབྲུ་གཅིག་ལས་ཡང་འགྲེལ་བཤད་མང་པོ་རྒྱབ་རྒྱུ་ཡོད་རེད་བ། མདོར་བསྡུས་པ་ནི་མངོན་རྟོགས་ཅན་གྱི་ཆོས་སྤྱོད་ཚིག་རྐང་རྐང་ཞིག་ལས་ཟིན་པོ་ཏི་ཉི་ཤུ་སུམ་ཅུ་ཙམ་བཞག་ན་ཡང་མི་ཆོག་རྒྱུ་མི་འདུག་བ། དེ་ཡིན་དུས་དེ་དང་དཔེར་འབྲེལ་བ་ཆེན་པོ་འདུག་ཟིན་ད་མདོར་བསྡུས་པ་ཡིན་ན་སྤྲུལ་སྐུ་གཤེན་ཆེན་ཀླུ་དགེ་གི་གཏེར་དཔེ་དེ་རྗེས་སུ་གྲུ་ཚང་ལ་ཡོད་ཟིན་བཤད་གི་ཡོད་རེད། ཅོག་ལ་གཡུ་སྐྱིད་ཁོ་རང་ལ་ཅིག་ཡོད་རེད་ཟིན་བཤད་གི་ཡོད་རེད། དེ་ནས་ཁོང་རང་ལ་གཅིག་ཡོད་རེད་ཟེར་སྣ་ཁ་གཉིས་མ་གཏོགས་གཞན་ཡོད་མ་རེད་དང་པོ་དེ་ལ་གཉིས་པ་དེ་ལ་ཡིན་ན་གཅིག་ལ་འབུ་མོ་ཆེ་རེད་གཅིག་ལ་སྲེ་ལེགས་ཟིན་དེ་བྲིས་ཡོད་རེད་ད་ཕལ་ཆེར་འདིའི་ནང་ལ་ཡོད་ཀྱི་རེད། ཨ། ཨོ་ཚལ་མར་རེད་ཨོ་ད་ཨོ་ད་དེ་མེད་འདིའི་ནང་ལ་དེ་བྲིས་ཡོད་ད་ངའི་དེ་ཡང་ངའི་དེ་ལ་ཡང་དན་ཆ་ཡོད་ད་ཡང་ཁྱེད་གཉིས་དེ་གཅིག་པོ་དེ་ལ་དན་ཆ་མེད་མ་རེད་ད་གཅིག་དེ་རེད་དེ་ནས་གཞི་དེ། འོ་དེ་རེད། གཞི་དེ་ལ་རྒྱུ་དུས་ཀྱི་གཞི། འབྲས་དུས་ཀྱི་གཞི། དེ་གཉིས་ཀ་ཆེ་གོག་འདུག་དྲན་གི་འདུག་ད་ཀུན་གཞི་ཞེས་བཤད་ཡོང་བའི་ཁ་ཐུག་ལ་དེ་བཤད་གོག་འདུག་རྒྱ་ཆེ་ས་ནས་བཤད་པ་ཡིན་དེ་རེད། འོ་ད་འགྲིགས་སོ་ཧ་གོ་ས་ད་ཁྱོད་ཁོའི་ལྟི་པ་ལ་སྐད་སྒྱུར་བྱེད་དགོས་མ་རེད་ངས་ཧ་གོ་ས་རེད་ཁོའི་སྐད་ངས་ཧ་གོ་རེད། འོ་ད་དེ་འགྲིགས་ས་དེ་ཧ་གོ་ས་རེད། ཨོང་ཡ། ཁམ། ད། དེ་ད་སོ་ཡིན་ཁྱོད་རང་ཤེས་དང་དེ་ནི། རྗེས་ལ། ཁམས་ཟེར་ཏེ། ཁམས་ཟེར་དེ་ལ་གོ་རྒྱུ་མང་པོ་ཡོད་རེད། རྒྱ་ཆེ་བ་ལ་ཡང་གོ་རྒྱུ་ཡོད་རེད། ཨ་ཡ་ཐ་ལ་ཡང་གོ་རྒྱུ་ཡོད་རེད། ས་ཆུ་མེ་རླུང་འབྱུང་བ་ལ་ཡང་གོ་རྒྱུ་ཡོད་རེད། ད་ལྟ་འདི་ས་ཆུ་མེ་རླུང་འབྱུང་བ་དང་འབྲེལ་བ་དཔེ་ཆེན་པོ་རེ་ཞིག་གྲགས་རེད། ས་ཆུ་མེ་རླུང་རེ་རེ་འབྱུང་བ་རེ་རེ་བཞིན་དུ་དེ་སྦྱར་ནས་ཟིན་དེ་རྫས་རེ་རེ་ལ། དུད་ར་དང་ནང་གི་ཤ་ཁྲག་དྲོད་དབུགས་ལ་སོགས་ལ་སྦྱར་ནས་ཟིན་དེ་འདྲིས་ཟིན་ཞག་ཞག་ཏུ་དེ་འབྱུང་བ་དང་འབྲེལ་བ་དང་གཞི་དང་འབྲེལ་བ་དང། ལམ་དང་འབྲེལ་བ་དང་ཚང་མ་ལ་འབྲེལ་བ་འདུག་དེ་དེ་རེད་ད། འདི་བཞི་དུས་བཞིན་ད་ཀྱི་དེའི་ནང་ལ། འབྲས་བུ་དེ་འོ་དེ་རེད། འབྲས་བུ་དེ་ལ། གང་འདྲས་ཡིན་ཟེར་ད་འདི་རྩོད་པ་ཆེན་པོ་ཞེ་དྲག་རེད་ཁྱེད་རང་ད་ལྟ། བགྲང་ཡ་དེ། རྒྱལ་བ་མཉམ་མེད་ཆེན་པོའི་གི་གམ་འགྲེལ་ནང་དྲངས་སོང་ཨ། གམ་འགྲེལ་ནང་དྲངས་དུས། རྒྱུ་ཡི་ཆ་ནས་ཟེར་ཁྱད་པར་འདུག་འབྲས་བུའི་ཆ་ལ་གཅིག་པ་རང་རེད་འདུག་ཟེར་ཇག་པ་རྒྱབ་རྐུ་མ་རྒྱབ། དེ་ཡང་ཨི་མཱན་དཱ་རི་གི་ལས་ཀ་ཡང་བྱས་ན་ཕྱུག་པོ་ཆགས་པ་གཅིག་པ་རང་རེད་ཟ་རྒྱུ་འཐུང་རྒྱུ་ནི་གཉིས་ཀ་འབོལ་འབོལ་ལྷུག་ལྷུག་ཡོད་བ་རེད་ཟེར་འོ་ཡ་དེ་རེད་གྲུབ་ཚུལ་གྱི་ཆ་ནས་ཁྱད་པར་གི་ཡོད་བ་རེད་མ་གཏོགས་གཞན་གཅིག་པ་ཡིན་ཟེར་རྒྱལ་བ་མཉམ་མེད་ཆེན་པོས་གསུངས་ཏོ། དེ་ཡིན་ན་མཁས་མཆོག་དཔལ་ཆོས་འགྱེད་ཟིན་གསུངས་ཡོད་དུས། དེ་ནི་ལྟ་བ་ག་པ་དང་མཉམ་ཡིན་ཟེར། ལྟ་བ་ལ་ཁྱད་མེད་ན་འབྲས་བུ་ལ་ཁྱད་པ་ཁྱད་པར་ཡོང་གི་མ་རེད་ཟེར་བཤད་ཡོད་རེད་བ། དེ་ཡིན་དུས་ད་ང་རང་གི་བསམ་པ་ད་ཉམས་སུ་ལེན་ཚུལ་གྱི་ག་ཐོག་ནས་ཟིན་ལྟས་སུ་ཁྱད་པར་ཡོད་རེད་མ་གཏོགས་གཅིག་པ་རང་རེད་འདུག་བསམ་གྱི་ཡོད་རེད། ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན། ད་ཕུགས་གཏུགས་ས་ཡོད་ན་ཁམས་ཆེན་རེད་ཟེར་ཁམས་ཆེན་གྱི་ནང་ལ། ལྟ་བ་ཡོད་ན་མེད་ན་དེ་རང་རིག་གི་ཡེ་ཤེས་ཤེས་ཡོད་རེད་རང་བྱུང་ཡེ་ཤེས་ཤེས་ཡོད་རེད། ཀུན་གཞི་ཤེས་ཡོད་རེད་འོ་ཡ་ཀུན་གཞི་རྣམ་ཤེས་ཤེས་ཡོད་རེད། ད་དེ་ལས་ལྷག་བཟོ་བྱེད་དེ་ནི་མདོ་མདོ་མཚན་ཉིད་ཐེག་པ་ལ་བཤད་རྒྱུ་ཅིག་དང་རྫོགས་པ་ཆེན་པོ་ལ་བཤད་རྒྱུ་ཅིག་རྩ་གཉིས་ནི་ཡོད་ཀྱི་མ་རེད་བསམ་བསམ་དེ་རེད། གཉིས་པའི་ཐོག་ཏུ་ད་ཡང་ཚིག་གི་བེད་སྤྱོད་བཏང་སྟངས་ཀྱི་ཐོག་ཐོག་ལ་བལྟས་བལྟས་སུ་ཁྱད་པར་ཡོད་ཁ་ཤས་ལ་ཀུན་གཞི་བདེ་བ་ཆེན་པོའི་སེམས་ཟེར་ཡ་འདྲ་བོ་དང་དེ་འདྲའི་མང་པོ་ཞིག་བསྒྲགས་ཡོད་རེད་བ་འོ་དེ་རེད། འོ་ཡ་ད་ད་དུང་རྩོད་པ་རྩོད་དགོས་ཀྱི་འདུག་བ་དེ།
འོད་ལགས་སོ། ད་རྒྱལ་བ་དུས་ཚོད་འདྲ་ས་གར་བརྒལ་འགྲོ་གི་འདུག་ཨ་ནས་ད་དྲི་བ་དྲིས་ལན་དེ་འགོ་བཙུགས་འགྲོ་ཡ་ཡིན། ཨ་ནས་དྲི་བ་དྲིས་ལན་གནང་མཁན་དེ་ཚོ་དྲི་བ་རེ་རེ་རེ་རེ་གནང་རོགས་གནང་འཕྲོད་ཞུ། དགེ་བཤེས་འདྲ་པོ་དང་རྒྱབ་ལྗོངས་འདྲ་པོ་དེ་གསུམ་འོག་བྱས་ཁ་བསྡུག་རང་དྲི་བ་གནང་བསྡད་པ་ཡིན་ན་ད་ནས་ཚང་མ་ལ་ཅིག་ཁ་གསལ་བོ་དང་དོན་དག་པོ་ཅིག་ཡོང་དགོས་ས་རེད་དེ་ནང་བཞིན་གྱི་གསུང་བཤད་པ་དེ་ཚོའི་ནང། ཨ། དེ་ཚོ་ག་ལ་གོ་རེད་བསྡུར་དུས་བསྡུར་དུས་ཅིག་གནད་འགག་གནད་འགག་ཅིག་གསུང་རོགས་གནང་ཞུ་ཡ་ཡིན། ནས་དྲི་བ་དང་པོ་དེ་ད། སློབ་དཔོན་ཚེ་རིང་སྦྱིན་པ་ལགས་རེད་བཞག་གོ་གནང་རོགས་གནང།
ལ་སོ་ར་གེ་ཤི་ལ་འདྲ་དེ་ལས།
ལ་སོ་ད་ང་ཚོ་ཤེས་སྟོང་ང་བས་ང་རང་གི་བོན་པོའི་སྐོར་ལ་དམིགས་བསལ་གི་ཉམས་ཤེས་དང་དེ་འབྲེལ་གྱི་བསམ་བློ་འདྲ་བ་ཅི་གང་ཆ་རྒྱུས་འདྲ་བ་གང་ཡང་མེད་ནི་དྲི་བ་དྲི་སྟངས་ཐོག་ནས་ཡོང་གི་འོ་དུས་ལ་མ་བབས་པ་དེ་འདྲ་ཞུ་ན་ཡང་ནང་ཁྲོལ་ང་རང་རང་ངོས་ལེན་བྱས་ཡ་ཡིན་མ་འདུག་གཞན་གང་ཡང་མེད། དེ་འདྲ་ཡིན་དུས་ད་ང་ཚོ་གཞན་པ་ཚང་མ་ལ་གོ་རྟོགས་ཡོང་དགོས་ཡ་དེ་ག་རེ་བྱས་དུས་ག་ལ་ད་ཁྱེད་རྣམ་པ་བོན་གི་བོན་གཞུང་དེ་པའི་ཐག་རིང་པོ་ཅིག་ནས་གསུང་གི་ཡོད་བ་ཡིན་ད་དཔེར་ན་ད་ང་ཚོ་ནས་སྟོན་པ་བཅོ་ལྡན་འདས་ཀྱིས་ནས་ཆོས་རྒྱལ་འདྲ་བ་ཅིག་བརྩི་བ་ཡིན་ན་ད་སྔ་མོ་སྔ་མོ་ཅིག་ནས་བྱུང་རྒྱུ་རེད་ཅེས་ལབ་དུས་ག་ལ་དེ་ཡི་དཔང་རྟགས་འདྲ་བོ་དེ་དཔེར་ན་ད་ཡི་བ་ར་ན་སི་འདི་ཕེབས་མྱོང་རེད་རྒྱ་གར་རྡོ་རྗེ་གདན་འདི་ཕེབས་མྱོང་རེད་ཟེར་ཡག་གི་ལོ་རྒྱུས་དང་མཐུན་པའི་གི་དཔང་རྟགས་འདྲ་བོ་དེ་གསལ་བོ་ཅིག་རག་གི་ཡོད་རེད་བ་ལ། དེའི་འདི་ག་ལ་ཨ་ནི་ཀོ་རོ་ཏི་གིས་ད་བོན་གྱི་ཤུགས་ནི་ཡོད་ད་དེ་ནི་སྟོན་པ་ད་ལྟ་འདི་རྣམ་འགྲེལ་རྒྱས་པ་ཟེར་ད་དེ་ནི་བ་རྣམ་རོལ་དང་པོ་ནི་ཅི་ནི་ཡིན་ནི་གི་འབྱུང་ས་གི་ད་དཔང་རྟགས་ཁུངས་བཙན་ཤོས་འདྲ་བ་ད་ང་ཚོ་ད་ལྟ་ཨ་ནི་ག་རེ་ངོས་འཛིན་བྱེད་ས་འདྲ་བ་ཅིག་དགོས་རོགས་འདི་ནི་ད་ལྟ་དེ་རྣམ་འགྲེལ་དང་པོ་དེ་འདི་བྱུང་རེད་འདི་ནི་འདི་འདི་བྱུང་རེད་ཟེར་ཏེ་གི་ད་ཁུངས་བཙན་པོ་འདྲ་བ་ཅིག་ངོས་ནས་ང་ཚོ་ཚང་མིག་གི་ཕ་ཆོས་བསམ་བློ་འདྲ་བ་ཅིག་བཏང་ན་དེ་ངོས་ནས་ད་ཨ་ནི་རིག་རེད་རང་གི་དུས་སོང་སོང་གི་མཐུན་ལུང་དུ་བྲིས་པ་མ་གཏོགས་ང་ཚོ་ཅིག་ཟེར་དུས་ཕ་ཆོས་ཅིག་གི་ཁོ་རང་གི་འབྲུ་ཤོག་འབྲི་ངེས་ཏེ་གི་ཡིན་ཟེར་དུས་ག་ལ་དགའ་ཤོག་འབྲི་ངེས་ཏེ་གི་མེད་ཟེར་དུས་དེ་ཙམ་གྱིས་ཡོང་གི་མི་འདུག་ལ། དེ་ཆུ་ཆེན་ཐང་ནོར་དང་གྲུབ་ཐོད་ཡར་འདྲ་གི་ད་དངོས་ནས་ཁོང་བཙན་ཤོས་འདྲ་བོ་དེ་ད་བོན་གྱི་ཕྱོགས་ནས་ག་རེ་གྱིས་ངོས་འཛུགས་བྱེད་ཀྱི་ཡོད་ར་བ་ད་དེ་གྱིས་ཡིན་ལ། རྒན་གྱི་དྲི་བ་དེ་ཨ་ཨེ་ཚོ་ངས་ལན་དེ་ཁ་བསྡུགས་ཞུ་ཐུབ་ཡས་རེད་མི་འདུག་ག། ད་དེ་ལ་ཡང་དང་པོ་དེ་ལ་ག་རེ་རེད་ཟེར་ན། སྟོན་པ་རབས་དགུ་ཟེར་ཡས་དེ་ས་ཆ་འདི་འདྲའི་ཞིག་ལས་བྱུང་བ་རེད། ཟེར་ཡས་དེ་ཡོད་མ་རེད་དུས་ཚོད་ལས་ཡོད་རེད། ཨ་ནི། དང་པོ་དེ་སྣང་བ་དགེ་བ་ཀུན་ཤེས་གསུམ་ལེགས་པ་སྨྱོན་པ་བྱམས་པ་གསུམ་དག་པ་གསར་བ་ཤེས་པ་གསུམ་ཟེར་ཡས་རེད་དེ་རེད། ཚེ་ལོ་འབུམ་གྱི་སྟོན་པ། བརྒྱད་ཁྲི་གི་སྟོན་པ། དྲུག་ཁྲི་གི་སྟོན་པ། བཞི་ཁྲི་གི་སྟོན་པ། ཉིས་ཁྲི་གི་སྟོན་པ། གཅིག་ཁྲི་གི་སྟོན་པ། སྟོང། སྟོང་པའི་སྟོན་པ། བརྒྱད་པའི་སྟོན་པ། བཅུ་པའི་སྟོན་པ་ཟེར་ནི་ཡོད་རེད་ད་ཡང་བཅུ་པའི་སྟོན་པ་ཡོད་རེད་ད། ཨོ་ཡ་ད་དེ་ཡིན་དུས། དེ་འདྲའི་རྗེས་ནས་ཟེར་ནི་ཡག་གི་འདུག་ཞུ་རྒྱུ་དེ་ཡིན། ད་སྟོན་པ་གཤེན་རབ་མི་བོ་དེ། དེ་འདྲའི་ཅིག། ཨ། མི་གཟུགས་སུ་བྱོན་པ་ཡིན་ན་ས་ཆ་ག་བ་ལས་བྱོན་པ་རེད་བོན་ག་འདྲས་གསུངས་བ་རེད་ས་ཆ་དེ་ད་ག་བ་གཟུགས་བཙུགས་ས་ཡོད་ཨ། ལུམ་པི་ནི་ལ་འདུག་ཨ། དེ་ནི་ཕར་འགྲོ་ན། བ་ར་ན་སི་ནས་འགྲོ་ན་ཀི་ལོ་མི་ཀྲ་གསུམ། གསུམ་བརྒྱ་ནི་ཏག་ཏག་སླེབས་ཀྱི་ཡོད་རེད་ད་ཁྱོད་ཚོ་དང་དགའ་བ་ཡོད་ཟེར་དེ་རེད་དེ་ཏག་ཏག་རེད་དེ་དྲི་བ་དེ་སླེབས་དགོས་རྒྱུ་པ་གལ་ཆེན་པོ་ཞེ་དྲག་རེད་དེ་རེད། ད་འདི་ང་ཚོ་ཉམས་ཞིབ་བྱེད་མཁན་རྣམ་པ་གིའང་མཁྱེན་གྱི་ཡོད་རེད་མང་ཆེ་མཁྱེན་གྱི་ཡོད་རེད། མང་པོ་ཅིག་ད་མེད་ན་ཏག་ཏག་རེད་དྲན་གྱི་རེད་འགའ་ཤས་ནི་ཡོད་ཡིན་ཏག་ཏག་རེད་དྲན་གྱི་ཡོད་རེད། ད་འདི་ཨ་ནེ། ཁྱེད་རང་ཚོ་མཁྱེན་དགོས་ཡ་གཅིག་ལ་ནམ་མཁའི་ནོར་བུ་དང་མཁར་མའི་བསམ་གཏན་གཉིས་ཀྱི་ཉམས་ཞིབ་མ་བྱས་བར་དུ་ད་དེ་ལ་ལག་པ་འཇུ་མཁན་ཡོད་མ་རེད་བོན་པོ་དཔེ་ཆ་གཅིག་བོད་པར་རྒྱག་མཁན་ལག་པ་འཐུང་མཁན་ཡོད་མ་རེད་ཁོ་གཉིས་ཀྱི་ཞིབ་འཇུག་བྱས་ནས་ཟིན་གསར་བསྒྲགས་བྱས་ཡོང་དུས་ད་མི་ཐོབ་ཡས་མ་ད་ནི་རང་བདག་ཡིན་མཁན་འདྲ་གཅིག་བཟོས་བཞག་རྒྱུ་ཡོད་རེད་ད་ཁོང་རྣམ་པ་གཉིས་ཧང་ལེ་ཡ་གི་ད་བཀའ་དྲིན་དཔལ་མི་སྲིད་པའི་ཆེན་པོ་ཞེ་དྲག་རེད་དེ་རེད་ཧ་ལེ་ཡ་རེད་དེ་རེད་དེ་ནི་དམིགས་བསལ་ཡས་ན་ནམ་མཁའི་ནོར་བུ་ལ་སྐྱབས་མགོན་རིན་པོ་ཆེ་གི། དེབ་དེ་ཚོ་བརྩམས་ཞོག་ཡག་པོ་འདུག་ཟེར། ཁྱེད་རང་དེབ་དེ་ཚོ་བརྩམས་ཞོག་ཡག་པོ་འདུག་ཟེར་ངས་ལྟ་ཡིན་ཟེར། དེས་དཔེ་མི་སྲིད་པའི་ཕན་ཐོགས་ཆེན་པོ་ཞེ་དྲག་བྱུང་ཡོད་རེད། ཁོང་རྣམ་པ་གཉིས་ཀྱིས་ཟེར། སྟོན་པ་གཤེན་རབ་འཁྲུངས་ས་དེ་གངས་རིན་པོ་ཆེ་རེད་ཞག་ཟེར། འདི་དེ་རེད། འོ་མོ་ལུང་རིང་ཟེར་ཡ་ཅིག་མི་མངོན་པའི་དབྱིངས་ཟེར་ཡ་ཅིག་ཡོད་ཟེར་ཡ་དེ་བོན་པོ་ཚོ་གི་རྗེས་ལ་རིག་པ་བཏང་ཞག་རྒྱུ་མཚན་གང་ཤཱཀྱ་ཐུབ་པ་རྒྱ་གར་གྱི་ལབ་རེད་རྒྱ་གར་ཐག་རིང་པོ་ཞེ་དྲག་རེད་དུས་རྩ་ཆེན་པོ་ཞུ་གི་རེད་ད་ཕྱི་རྒྱལ་གྱི་རེད་ད་ལ་ཀི་རོ་ང་ཚོ་ཀོ་ཕྱི་རྒྱལ་གྱི་ཆུ་ཚོད། ཟེར་རོ། དེ་འདོད་ཕྱི་རྒྱལ་ནས་རེད་ལབ་ཡོང་དུས་སྐད་ཆ་དེ་འདོད་ཐག་རིང་ཅིག་ལ་བཅོས་བཞག་རེད་བོད་པ་རང་རེད་འདུག་ཟེར་རེད་ད་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་དུས། རྒྱལ་པོ་སྟག་རི་གཉན་གཟིགས་ཀྱི་གི་སྐུ་གཤེན་ར་བཟང་ཁྲི་ནས་འཁོད་ཟེར་ཁོང་གིས་ཡི་གེར་བཏབ་པའི་གི་དེ་ནི། བོད་རྒྱ་ཉི་ཤུ་རྩང་གཉིས་པ་དེ་རེད་ཡི་གེར་བཏབ་པའི་སྲིད་པ་ཅི་འདོད་ཟེར་དུས་དེའི་ནང་ལ་ཡོད་རེད་སོ། ཡག་གི་སྐྱིད་པོའི་ཡུལ་ཉམས་དགའ་བག་རེ་བྲོ་ཆུ་སྐྱ་ཞི་འདུལ་མགོ་རི་རྒྱལ་ཏི་ཟེའི་མདུན་མཚོ་རྒྱལ་མ་བམ་འགྲམ་འོ་ལུང་གཡུ་ཡི་གར་བཞུགས་གནས་ངོ་རེ་རྩར་གདན་ཁྲི་སྐུ་དཀར་ན་སུ་བཞུགས་སུ་མི་བཞུགས་བཞུགས་པ་གཤེན་གྱི་ལྷ། གཤེན་རབ་སྙི་བོ་ཆེ་སྐུ་མདངས་དུང་ཟླ་འདྲ་འཛུམ་མདངས་མེ་རེ་རེ། སྐུ་སྟོད་རི་ལས་རྗེ་དམུ་དིང་རལ་པ་ནི་དམུས་འཁྱུག་སེ་འཁྱུག། སྐུ་ལ་སྤྱི་སོགས་ན་གོས་རྡུལ་ལྷམ་སེ་ལྷམ། བཟའ་ཟླ་དེ་ནི་མ་མང་པོ་ཞིག་ཡོད་རེད། ད་གདན་ཁྲི་ཆེ་ཡོང་དུས་སྟོན་པ་གཤེན་རབ་བཞུགས་ཟེར་ཏེ། འཁྲུངས་གཟའ་བདེ་གང་རིན་པོ་ཆེ་ཏི་ཛེ་ལབ་ཏུ་བ། ཤུལ་བསྐྱར་གཞིས་འདུས་ཀྱི་སྒོ་ལབ་ཏུ་བ། མཚོ་རྒྱ་མ་ཕམ་གྱི་འགྲམ་ལབ་ཏུ་བ། ད་ཕྱི་ལོག་ད་འཛུགས་མ་བཙུགས་འདས་རང་འདུག་ཨ་གསུང་རེད། ལྷག་པར་དུ་ནམ་མཁའི་ནུ་བོ་ག་རེ་ཟང། ད་བོན་པོ་ཚོ་སྐུ་མཁྱེན། སྔོན་ཡོད་ཀྱི་ཞང་ཞུང་འོ་མ་ལུང་རིང་བཞག་ནས་སྔོན་མེད་ཀྱི་འོ་མ་ལུང་རིང་མ་བཙོར་རོགས་གྱིས་དེ་ག་རང་བཞག་རོགས་གྱིས་ཟེར་དེ་བཞག་ཡོད་རེད། དེ་རེད། ད་འདི་ཡིན་དུས། གངས་རིན་པོ་ཆེ་གིས་ད་དབྱེ་ཡས་འདི་ཡིན་པ་དེ་ཐག་གིས་ཆོད་འདུག་ཞུ་རྒྱུ་དེ་ད་འོ་མོ་ལུང་རིང་གི་སྐོར་ཁོ་རང་ལ་ཡང་བལྟས་བཟོ་བྱེད་འདུག་དམིགས་བསལ་བྱས་ནས་བྱང་ཤམ་པ་ལགས་དེ་ཡིན་ཟེར་རྒྱུ་ཡང་འདུག་ད་འདི་བྱང་ཤམ་པ་ལགས་དེ་འོ་མོ་ལུང་རིང་ཡིན་ཟེར་ཡས་དེ་ག་རེ་འདུག་ཟེར་ན་མཁས་གྲུབ་ཀརྨ་ཆགས་མེད་ཀྱི་རི་ཆོས་ནང་ལ་འདུག་བྱང་ཤམ་པ་ལགས་ཞེས་བྱ་བ་དེས་དོན་རྒྱ་གར་དང་འདྲ་མི་ཡི་ཡོད་དེ་ན་སྐྱིད་པོ་ཡོད་སྡུག་པོ་ཡོད་ཆ་ཚང་ཡོད་མགྲོན་པོ་རྣམས་ཀྱིས་ཞང་ཞུང་འོ་མོ་ལུང་རིང་ཡིན་ཟེར་གྱི་འདུག་ཟེར་བསྡད་འདུག་ད་དུང་ཡང་དེ་མ་ཡིན་པ་མང་པོ་ཞིག་རེད་ཡ། དེ་ནས
དྲི་བ། དགེ་བཤེས་ཕུན་ཚོགས་ཚོད་འཛིན་ལགས།
ལགས་སོ་རྒན་ད་དེ་ནས་ལོ་རྒྱུས་མང་པོ་ཞིག་གསུངས་སོང། ད་ལྟ་ང་ཚོ་སྒོ་བཞི་མཛོ་ལྔ་གི་ནང་ནས་ཤེས་ཚིག་དེ་ཕན་ཡོན་རྒྱས་པ་འབུམ་གྱི་ཁོངས་སུ་གཏོགས་འདུག་གསུངས་སོང་རྒན་གྱིས། ད་དེ་ཕན་ཡོན་རྒྱས་པ་འབུམ་གྱི་ཁོངས་ལ་ངས་བལྟས་ཚེ་བཙོག་པ་ཅིག་ཡོང་གི་འདུག་བསམ་གྱི་འདུག་ར། དེ་ནས་རྒན་གྱིས་དེ་ནི་ཅི་ཐང་སོང་ཞག་ཨ་ནེ་དེ།

བཞག་ན་འགྲིག་གི་མི་འདུག་ཟེར་ཡས་དེ་མཁས་མཆོག་དཔལ་རྒྱན་རེད་བཞག་དགོས་ཀྱི་རེད་ཟེར་ཡས་དེ། ཀུན་མཁྱེན་ཉི་མ་བསྟན་འཛིན་ལགས་སོགས་པ། ཀུན་མཁྱེན་ཉེས་དམིགས་ཀྱི་བྱས་འཛིན་ལགས་སོགས་པ་དེ་ཚོ་རེད་དེ། དེ་བཞག་དགོས་ཀྱི་རེད་ད་དེ་མ་བཞག་རང་བཞག་རེད་དེ་དེ་མ་བཞག་ན། དེ་ནི་ད་མི་འགྲིག་རྒྱུ་རེད་དེ་རེད། ལགས་སོ་ལགས་སོ་འོ་ད་དེ་ཞུ་དེ་ཟོ་དེ་དྲི་བ་མང་པོ་ལྟ་མཁན་མང་པོ་འདུག་དེ་ཚོ་མི་འདུག་རོ་བ། སྐར་མ་ཁ་ཤས་མ་དེ་མི་འདུག་ལྷ་རམས་པ་བློ་བཟང་རྒྱ་མཚོ་ལ་དྲི་བ་གནང་རོགས་གནང།
ད་གཟོད། ད་གྲོ་གཅིག་མ་གཏོགས་བཏང་ཆོག་མེད་པ་ཡིན་ཙང། ད་ཐ་སྙད་ཅིག་གང་དང་ཅི་བཏང་གང་ནི་ལོངས་སྐུའི་སྐོར་ལ་ཅིག་བཏང་དྲགས་སོང་ཨ། དྲི་བ། ད་ང་རང་རང་དོགས་པ་མ་གཏོགས་གཞན་དམིགས་བསལ་མཁན་མེད་ར་ད་ད་ཞང་སྐྱོང་གི་ཐ་སྙད་ཅིག་འདུག་ཨ། འདི། ད་ཅིག་ཤེས་འདོད་ཅིག་ཡོད་ར་མང་པོ་ཅིག་ཅེས་བགྲོ་གླེང་མང་པོ་བྱེད་ཀྱི་འདུག་ཁ་ཤས་བྱས་ན་ཞང་སྐྱོང་ཟེར་དེ་ད་རང་ཞང་སྐྱོང་རང་གི་ཡུལ་གྱི་རེད་ལ་ཅིག། ར། འགའ་ཞིག་གིས་མ་རེད་ཞང་ཞུང་ཟེར་ན་ནི་བོད་སྐད་ལས་ཚོད་ཡིན་པ་ཅི་དེ་ལ་ཆུང་ཡུལ་ཟེར་གི་རེད། འགའ་ཞིག་གིས་ལ་ན་མ་རེད་འདི་ཡི་གེ་ནོར་སོང་བ་རེད་ཡང་ཡོད་ལབ་གི་ཡོད་རེད། རྗེས་མ་རྗེས་མ་ག་ལེར་བྲིས་འོང་དུས་གང་ལ་ཞང་ཞུང་ཟེར་ལ་རེད། ད་དེ་འདྲ་ཡི་བཤད་སྟངས་མང་པོ་ཅིག་འདུག་ར། ད་རྒན་གྱིས་བྱས་པ་ཡིན་ན་འདི་ད་ག་རང་མེད་ཡིན་ནོར་མེད་པ་ཅི་ད་ག་རང་ཡིན་པ་ཡིན་ན་ཞང་ཞུང་ཟེར་ལབ་དུས་གོ་སྟོང་འདྲ་བོར་ཅི་བཀྲ་ཤིས་འདྲ་བོ་ཅི་ག་འདྲ་ཅིག་ཡོད་རེད། གལ་སྲིད་དེ་མིན་པ་ཡིན་ན་ཡང་འདི་ཡི་ཐ་སྙད་འདི་དངོས་གནས་ག་རེ་ཡིན་ན། ལགས་སོ། སྔོན་མ་སྔོན་མ། དེ་ང་ཚོ་བཙན་བྱོལ་ནང་ལ་ཚགས་པར་ཅིག་བཏོན་པ་རེད་ཞང་ཞུང་ལ་དེ་ཨ་ཞང་གི་ཡུལ་རེད་ལབ་མཁན་ཅིག་བྱུང་བ་རེད། དེ་དུས་ཡང་མཐོ་ས་ནས་བཤད་ན་ཞང་ནི་སྐྱེ་བ་མེད་པ་དང་ཞུང་ནི་འགག་པ་མེད་པ་ཡིན་པའི་རྒྱུ་མཚན་གྱིས་བཤད་ཀྱི་རེད་ད་དེ་དཔལ་ཁོ་རང་མཐོན་པོ་ཞེ་དྲག་རེད་འདུག་ར། དེ་དུས་ཁྱུང་གི་ལུང་པ་ཟེར་བ་རེད་ཁྱུང་ཡུལ་ཟེར་ཡ་དེ་རེད། ད་དེ་ཡིན་པའི་རྒྱུ་མཚན་འདྲ་བོ་དེ་ཡང་ཨ་ནི་ནམ་མཁའི་ནོར་བུས་གིས་གསུངས་དུས། དམིགས་བསལ་བྱས་ནས་ཞང་ཞུང་གི་ལུང་པ་ལ་ཞང་ཞུང་ས་སྟོད་མངའ་རིས་སྐོར་གསུམ་དེ་དག་ད་ལྟ་འཛུགས་འགོ་བཙུགས་ས་དེའི་ལུང་པ་ལ་ཁྱུང་ཁྱུད་ཀྱི་ཐོག་ཆག་མང་པོ་རག་གི་འདུག་ཁྱུང་གི་ཐོག་ཆག་མང་པོ་རག་གི་འདུག་དེ་འདུག་འདུག་འདུག་འདུག་འདུག་ལགས་འོང་དེ་ཡིན་དུས་ཁ་ཤས་ད་ལྟ་གུ་གེ་ཚེ་རིང་རྒྱལ་པོ་གི་བཀྲིན་དུས་ཞག་དང་ཡག་གཉིས་དེ་དཔེ་མི་སྲིད་པའི་འདྲ་བོ་ཞིག་རེད་ན་ཡོང་ངེས་ན་ཅིག་འདྲ་བོ་ཞུ་གི་ཡོད་རེད་ལུང་པ་ཤོང་ཤོང་ཅིག་ལེ་རེད་ཟེར་ཡ་ཅིག་དེ་འདྲའི་འགྲེལ་བཤད་རྒྱག་གི་འདུག།
ཡ་དེ་དོན་དག་རྡོག་རྡོག་ག་རེ་རེད་ཟེར་ན་སྦྲུལ་ཟ་བ་ལ་ཟེར་གྱི་ཡོད་རེད། ད་ཕི་གི་སྒང་ལ་སྦྲུལ་ནི་ཡོད་མ་རེད་ཁྱོང་ག་འདྲ་གྱིས་བསྡད་ཀྱི་ག་རེད་ཁོ་རང་ཟ་ཡ་ཡོད་ས་དེ་ནི་མ་ཤིང་ནང་དོང་དང་མ་རྡོ་ཟེར་དེ་ལྟ་བ་ཅི་ཡོང་གི། ང་ཡང་དྲན་གྱི་ཡོད། སྔོན་བྱུང། གངས་རིན་པོ་ཆེ་གཡས་གཡོན་ལ་སྦྲུལ་ཡོད་ཀྱི་མ་རེད་དྲན་ད་ཁྱེད་རང་ཡུལ་གྲུབ་གཟིགས་དང། ཆུ་ཚན་ཡོད་ས་ཅིག་ལ་སྦྲུལ་ཧ་ལས་ཡག་མང་པོ་ཞིག་སྐྲག་འདུག་གངས་རིན་པོ་ཆེ་ཡག་མཐོང་གི་འདུག་དེ་ན་སྦྲུལ་མང་པོ་ཞིག་འདུག་ཡང་དེ་ལ་རྒྱུ་མཚན་ག་རེ་རེད་ཟེར་ན་དཔེར་ན་གླུ་ཞི་དྲག་མང་པོ་རེད་ད་རྒྱུ་མཚན་ག་རེ་རེད་ཟེར་ན་ལོ་ཙཱ་བ་རིན་ཆེན་བཟང་པོ་གི་ཁ་ལྕེ་ལ་རོ་ནི་ཆང་སྣ་དོར་བྱེད་ཀྱི་རྒྱུ་ཡིན་ན་ད་དཔེ་ཆ་མང་པོ་ཁྱི་འོང་རེད་ཁྱི་འོང་ལས་དགོས་ཡ་དེ་ཡང་མཐོ་གླིང་གི་གཙུག་ལག་ཁང་བཞེངས་དུས་དཔེ་ཆ་མང་པོ་ཅིག་ཨ་འདི་ཤིང་སྡོང་མང་པོ་ཅིག་མངའ་རིས་ནས་བསྒྲགས་པ་རེད་གངས་རིན་མཚོ་མ་ཕམ་གཡས་གཡོན་ནས་བསྒྲགས་ཡིན་ཟེར་ཡོད་རེད་དེ་ཡིན་དུས། དེ་ནས་ཟིན་བསླུ་གནས་བྱུང་ནས་ཟིན་བསླུ་གནས་བཅོ་ཡས་བྱེད་དུ་ལོ་ཙཱ་རིན་ཆེན་བཟང་པོ་གི་ཕྱག་ན་རྡོ་རྗེ་རྒྱུད་ཁེ་འོང་དེས་གྲུབ་ནས་བསླུ་གནས་ཐམས་ཅད་རྩ་མེད་དུ་བཟོས་པ་ཡིན་ཐར་པ་མདོ་འགྲེལ་ཞིག་ཏུ་བཟོས་པ་ཡིན་ཟེར་རྒྱུ་ཡོད་རེད་བསླུ་ཡི་ཏག་ཏག་ཡོད་རེད་ད། ཆུ་ཡོད་ཚར་བའི་བསླུ་ཡོད་པ་རེད་ད།
འོ་ལ་སེམས་ཨ་དེ་རྗེས་སློབ་དཔོན་ཚུལ་ཁྲིམས་ལགས།
ལགས་སོ་ད་ནི། བགེགས་ཀྱི་དོན་འདི་ནི་མ། དོན་སྟོན་པར་སྐྱེ་བ་མེད་གནས་པ་མེད་འགག་པ་མེད་ཟེར་ནས་ད་སྤྲུལ་པའི་མཐའ་བརྒྱད་འདྲ་བོ་ཅི། དོན་འདི་འདྲ་མ་གསུངས་གསུངས། དེ་ཅི་སྟེ་དེ་ལ་དོན་སྟོན་པར་ཟེར་ནས་འགྲོ་ཅི་ཞེས་འོན་ཏེ། ཕར་ཆེ་བགེགས་ཀྱི་དོན་དང་དེའི་གྲུབ་མཐའ་སྟེ། མདོ་ཕར་ཕྱིན་ཐེག་པའི་འདྲ་བོ་ཅི་ཡིན་ཏེ་གཡུང་དྲུང་ཚེ་དཔག་སྤྲུལ་སྐྱེས་ལུས་ལ་རེ་ད་སྤྲུལ་མའི་ལུས་ལ་རེ།
གཡུང་དྲུང་སེམས་དཔའ་སྤྲོས་མེད་པ། ད་གཡུང་དྲུང་སེམས་དཔའ་སྤྲོས་མེད་ཀྱི་ལུས་ཟེར་དེ་ང་ཚོ་བྱས་ན་ཐཱན་འགྱུར་བ་འདྲ་བོ་ཅི་ར་འོ་མ་ཐཱན་འགྱུར་བ། དེ་ཡིན་དེ་དེའི་ལུས་ལ་ད་ནི་སྤྲུལ་པ་འདི་ཚོ་ཡོད་པ་མེད་པ་ཟེར་དེ་ཚོ་ད་ག་རུ་བཀག་གི་རེད་ད་ནི་བཀག་གི་མ་རེད། ཐཱན་གཉིས་ཚད་གྲུབ་ཁས་ལེན་གི་རེད་ད་ལེན་གི་མ་རེད། ཐཱན་གཉིས་ཚད་གྲུབ་ཡོད་ཡོད་ད་ཡོད་ད་དེ་ཡོད། ད་ཡོད་པའི་རྒྱུ་མཚན་དེ་ཡང། འགྲོ་མགོན་བློ་གྲོས་རྒྱལ་མཚན་གྱིས་ག་རེ་གསུངས་འདུག་ཟེར་ན། ཐ་སྙད་དུ་མེད་པ་ཡིན་ན་བཟའ་བཏུང་ལག་སོགས་ཀྱང་མེད་པ་དང་སློབ་དཔོན་མེད་པ་དང་མན་ངག་བསྟན་མཁན་མེད་པ་དང། ཕ་ལས་སྐྱེས་པ་རྒྱག་མཁན་མེད་པ་དང། སྒྲུབ་ཕྱོགས་དང་དགག་ཕྱོགས་ལ་སོགས་ཀྱང་མེད་པར་ཞེས་ཆགས་འགྲོ་གི་རེད་ད་ཟེར། མཐའ་རྒྱང་བ་ཁ་ཅིག་གིས་གཅིག་ཡ་མེད་གཉིས་ཡི་མེད་གསུམ་མེད་ཁ་དྲག་ཚེ་གང་པོ་མེད་ཀྱང་ཡང་ལབ་གི་འདུག་དེ་ལབ་ན་འགྲིག་གི་མི་འདུག་གསུངས་ཡས་དེ་རེད། ཨ་དེ་ང་ཡིན་ནམ་རྒྱུན་ལབ་ཡས་དེ་མ་རེད།

ལོངས་སྐུ་ངེས་པ་ང་བདེན་དང་དེ་ནས་སྤྲུལ་སྐུ་མ་ངེས་ང་བདེན། གང་ཅི་ལོངས་སྤྲུལ་སྐུ་སྐུ་བཞི་གི་རྣམ་གཞག་དེ་སོང་སྟེ། སྐུ་གསུམ་མི་གསུམ་བཞག་ཡོད། སྐུ་གསུམ་རེད་པས། ང་ལས་ད་དེ་སྐུ་གསུམ་གི་རྣམ་གཞག་ཅིག་སོང་ཡོད་དེ་གང་ལ་ང་རང་ལ་རྟོག་པ་ཅིག་ག་རེ་ཡོང་གི་འདུག་ལབ་ན་དེ་ང་རང་ཤི་འདུག་ང་རང་དགར་དུ་ཤི་འདུག་ཡིན། དེ་བཞིན་དུ་གང་ལ་ད་ཁྱོད་ཚོས་སྟོན་པ་གཤེན་རབ་སྤྲུལ་སྐུ་རུ། ད་སྟོན་པ་གཤེན་རབ་སྤྲུལ་སྐད་ཡིན་ནི་ད་གང་ཅི་ཡིན་སྟོན་པ་གཤེན་རབ་དེ་ལ་སྐྱབས་འགྲོ་ཡོད་རེད་ཡོད་མ་རེད། སྟོན་པ་གཤེན་རབ་ལ་སྐྱབས་འགྲོ་ཡོད་མ་རེད་སྟོན་པ་གཤེན་རབ་རྒྱུད་ལ་སྐྱབས་འགྲོ་ཡོད་མ་རེད་སྐྱབས་འགྲོ་འགྲོ་འོང་ཡོད་མ་རེད་འཇིགས་པ་ཡོད་མ་རེད། འོ་དུས་སུ་མེད་བ་ཡིན་ན་འདི་རུ་བ། འཇིགས་པ་དང་བྲལ་ཚར་རེད།
དུས་འདི་རུ་བ། དཀོན་མཆོག་གསུམ་གྱི་ཡོན་ཏན་ཞི་བ་ཁྱད་པར་ཅན་བ་ཁྱིའི་ལོང་བ་གཞན་དུ་མི་སྨྲ་བ་དེའི་གཞི་དེ་སྟོན་པ་གཤེན་རབ་ལ་ཡོད་རེད་ཡོད་མ་རེད། གར་སེ། ད་ང་ཚོས་འདི་བན་དེ་གི་ཞོ་འདི་ཁ་སང་བགྲོ་གླིང་ནང་ལ་གྱི་ལས་སུ།

ཧོ་ལ་སི་ལ་སོ་ཏཱ་དེའི་རྗེས་ལ་མཁན་པོ་པ་སངས་དར་རྗེས་ལག་ནས་དོན་གནང་རོ་གནང་ཞུས།
ལ་སོ་རྒན་ལགས་འཚམས་འདྲི་ཞུ། རྒན་ལགས་ད་ལྟ་དེ་ཡིན་མ་གི་དེ། གཞན་སྡེ་མཁས་པ་དག་གིས་བོན་གྱི་ལྟ་བ་ལ་གཟིགས་ཚུལ་སོགས་དེ་དག་འབྲེལ་བའི་ཐོག་ནས་ཡང་བཀའ་འདྲི་ཅིག་ཞུ། དང་པོ་ཐད་ཀར་ལ་དྲི་བ་གཅིག་ད་ལྟ་འདི་དུ། ས་སྐྱའི་བླ་མ་དམ་པ་བསོད་ནམས་རྒྱལ་མཚན་གྱིས་མཛད་པའི། ས་སྐྱའི་བླ་མ་དེ་ཁོང། ནམ་རྒྱུན། རྒྱལ་རབས་གསར་བའི་མེ་ལོང་མཛད་མཁན་དེ་རེད། ཨོ། རྒྱལ་རབས་གསར་བ། བླ་མ་དམ་པ། ཚིག་དེ་འདི་ལ་དྲངས་མི་འདུག་གི་ཚིག་དེ་ག་འདི་ཡིན་ན་ཟེར་ཅིག། དེ་རྗེས་ཨ་ནི་ད་ལྟ་འདིར་བ་ད་ལྟ་དྲི་བ་དངོས་གནས་དེ་འདི་ཡིན་ད་ལ། ག་ལ་ན། དཔེར་ན་བཀའ་གདམས་པ་ལ་སོགས་པ་དང་ཡོད་རོགས་ང་ཚོ་ད་དུས་རབས་དཔེར་ན་དུས་རབས་བཅུ་བདུན་དང། དུས་རབས་བཅུ་བདུན་བཅུ་དྲུག་ཡན་ཆོད་ཀྱི། དུས་རབས་བཅུ་བདུན་བཅུ་དྲུག་ཡན་ཆོད་ཀྱི། ཨ་ནི་ཆོས་བརྒྱུད་གཞན་དག་གི་མཁས་པ་དཔེར་ན་ཀ་དམ་པ་རེ་ཨ་ནི་ས་སྐྱའི་བཀའ་རྙིང་ལ་སོགས་པ་དེ་ཚོའི་ཡིག་ཆ་དེ་ཚོའི་ནང་པ་ལ་དཔེར་ན། བོན་གྱི་ལྟ་གྲུབ་ད་དཔེར་ན་རྫོགས་ཆེན་གྱི་ཐད་ནས་ཡིན་ནའི་རེད་ཅིག་ས་ལམ་གྱི་རྣམ་གཞག་ཡིན་ནའི་རེད་དེ་འདྲའི་ཕྱོགས་སྔ་རུ་བཟུང་བའམ་ཡང་ན་ཐད་ཕྱོགས་སུ་བཟུང་བའམ། འོ་ད་དེ་འདྲས་ཀྱི། ཅིག། དཔྱད་པ་བྱས་པ་དང་མདོར་ན་ག་ཚད་ཕྱོགས་སྔ་རུ་བཟུང་བའི་ཚུལ་དུ་ཡོད་པ་ཡིན་ན་ཡང་དང་ཡང་ཡག་པོ་ཆགས་ཀྱི་རོགས་ལ། ངས་དངོས་གནས་ཤེས་འདོད་རང་གི་ཐོག་ནས་ཡིན་ད་དྲི་བ་དེ། འོ་དེ་འདྲ་འདྲ་བོ་ཅིག་སྔ་ཤོས་འདྲ་བོ་དེ་ང་ཚོ་ག་ཚོད་བར་དུ་འགྲོ་ཐུབ་ཀྱི་རེད་ཞུ་ཡ་ཡིན་ད། སྔ་ཤོས་དེ། ཟླ་འདིའི་ཐད་ཀར་རྗེས་ནས་བཀའ་གདམས་ཀྱི་བླ་མ་དེ་ཚོ་གི་གསུང་གི་ནང་ལ། ལྟ་གྲུབ་ཀྱི་ཐོག་ལ་གཞུང་ལུགས་ཀྱི་ཐོག་ལ་འགག་པ་དེ་ཕན་ཚུན་སྐྱོན་འབེལ་གྱི་ལུགས་སྲོལ་ཅིག་ཡོད་ས་མ་རེད་གཞུང་ལུགས་ཀྱི་ཐོག་ལ་འགག་པ་སྐྱོན་པའི་ལུགས་སྲོལ་དེ་ཕར་ཆེར་ས་སྐྱ་པ་འདི་དག་ནས་ཟིན་དར་བ་མིན་ནམ་བསམ་བསམ་བྱུང་ད་སྡོམ་གསུམ་རབ་དབྱེ་མཛད་པ་ནས་བཟུང་ནས་ང་རང་གི་ལྟ་ཚུལ་འདྲ་ཞིག་ངས་ལྟས་སུ་ཉམས་ཞིབ་ཅིག་བྱས་པ་རེད། ད་ཡོད་པ་དེ་གང་འདྲས་རེད་ཟེར་ན་གཞི་ལམ་འབྲས་གསུམ་ཡོད་པ་དང་ད་རྫོགས་པ་ཆེན་པོ་ཡོད་རེད། རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན། ལྷ་བླ་མ་ཡེ་ཤེས་འོད་ཀྱི་རྣམ་ཐར་རྒྱས་པ་གི་ནང་ལ། དེ་ནི་ལྔ་རིག་གི་བོན་པོ་ཚོ་དང་ལ་དེ་ཆད་པ་ཅན་ཡོད་དུས་དེ་ནི་རྫོགས་ཆེན་དང་ཨ་ཏི་དང་དེ་ཚོ་ཐམས་ཅད་ཉམས་ལེན་བྱེད་ཆོག་མེད་ཟེར་བཀའ་བཏང་འདུག་དེ་དུས་ལྷ་བླ་མ་ཡེ་ཤེས་འོད་ཀྱི་རྣམ་ཐར་ནང་ལ་གསལ་ཡོད་དུས་དེ་ནི། ད་ཕལ་ཆེར་དེ་དུས་འདུག་ཟེར། བོན་པོ་ལབ་ཡོད་རེད་བས་ལ། ཡོད་རེད་བོན་པོ་ཡོད་རེད་ཡོད་རེད། བོན་པོ་དེ་ཚོ་གི་རྫོགས་ཆེན་ཉམས་ལེན་བོན་པོ་ཡོད་རེད།
དེ་ནི་དྲི་བ་མཐའ་མ་དེ་དུས་ད་དེ་ཚོ་ཡོད་འགྲོ་གི་འདུག་ཡང་ན། དགེ་བཤེས་ཀླུ་སྒྲུབ་བསྟན་དར་ལགས་ནས་དྲི་བ་གནང་བའི་ནང་མཐའ་མ་འདི།
འོ་ལགས་སོ་དེ་ནས་དྲི་བ་ཞུ་ཡ་འདི་དང་ཆུང་ཆུང་ཞིག་མ་གཏོགས་མེད་ཅི་དང་ཤིན་ཏུ་རང། ད་ནི་འདི་ནང་ལོགས་ལ་ཀུན་གཞི་ཀུན་གཞི་ཞིག་གསུང་འོང་དུ་གང་ལ་ཀུན་གཞི་དེ་ལ་གཏམ་བྱ་ཆེན་པོ་ཞིག་བཞག་གསུང་དེ། ཞེ་ད་དེ་ཟེར་འོང་དུ་ད་ནམ་རྒྱ་ང་ཚོ་སྤྱི་དང་ནི་གཞུང་སུ་ཡིན་ནའང་ཀུན་གཞི་དེ་ཐ་སྙད་དུ་ཡོད་ཡོད་པ་རེད། ཡིན་ནའང་ཀུན་གཞི་ཟེར་ནས་ཀུན་གྱི་གཞི་ཞེས་བྱེད་ས་དེ། སུ་དང་སུ་ཞིག་བྱེད་ཀྱི་རེད་ག་ནི་འདྲེ་ཟེར་གྱི་ཞིག་བྱེད་ཀྱི་རེད་ཟེར་དུས་དེ་གང་ལ་ཡང་ཐར་ཉེ་འཇིགས་པ་ལ་གོ་སྟོན་གྱི་ཆ་ནས་སྟོན་ཟླ་གི་ཆ་ནས་ཁ་ཁ་ལས་འོང་བ་ཞིག་ཡོད་རེད་བ་རྣམ་པ་སུ་ཀུན་གཞི་ཟེར་ཡ་དེ་ག་ནི་འདྲེ་ཟེར་གྱི་ཞིག་བྱེད་པའི་ཆ་ནས་ཀུན་གཞི་ཟེར་ཞུ་གི་ཡོད་ཡིན་ན་དེ་ནས་ལོངས་སྐུ་དེ་ལ་ལོངས་སྐུ་ནི་བོན་གྱི་ཐུགས་ལས་བྱུང་བའི་གསར་ཆ་ཡེ་ཤེས་ཀྱི་ཕུང་པོ་ཡིན་པས་ཟེར་ཡ་ཅིག་དུས་ད་ང་ཚོ་ལ་ཡང་ཡེ་ཤེས་ཕུང་པོ་ཟེར་ཡ་ཅིག་དང་མང་པོ་ཡོད་རེད་རྣམ་པ་སུ་དེ་ཡེ་ཤེས་ཀྱི་ཕུང་པོ་དེ་ག་ནི་འདྲེ་ཅིག་ལ་ངོས་འཛིན་གནང་གི་ཡོད་ཡིན་ན་ཟེར་བ་དེ་གཉིས། ལགས་སོ།
ང་རང་གིས་རེ་བ་འདྲ་བྱས་ན། ཀུན་གཞིའི་སྡེ་ལ་དྲི་བ་མང་ཤོག་སླེབས་ཡོང་དྲན་དེ་ཡིན་འདོད་དེ། ཞེད་སྣང་འདྲ་བྱས་བྱུང་དེ་འཚེར་སྣང་འདྲ་བྱས་བྱུང་འགྲེལ་བཤད་དབུ་འདྲ་བསྐྱར་ན་དཔེ་བསགས་རེད་དྲན་སོང་དེ་ཡིན་དུས་ཕལ་ཆེར་དྲི་བ་མེད་སྟངས་ལྟ་ན་ངས་དེ་འགྲིག་གི་ཡོད་བའི་སོབ་ལྟ་འདྲ་བྱས་འདུག་དེ་ཡིན་དུས་དགེ་བཤེས་ལགས་ཀྱི་ཐུགས་དྲི་བ་གནང་བ་དང་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཐོག་དང་པོ་ལ། ཐོག་དང་པོ་ལ་ར། ཐོག་དང་པོ་ལ། གཞི་དེ་ལ་ཀུན་གཞི་མིང་དུ་བཏགས་པ་ཙམ་ཟེར་ཡ་གཅིག་དང། དེ་རེད། ཀུན་གཞི་བཏགས་པ་ཡིན་ཟེར་ཡ་འདྲ་བོ་དང། ཡང་ན་སངས་རྒྱས་ས་ལ་ཀུན་གཞི་མིང་ཡང་མ་གྲགས་སོ་ཟེར་ཡ་འདྲ་བོ་དང་དེ་འདྲས་གཅིག་འདུག། ད་ང་རང་གི་བསམ་པ་དེ་ལ་ཀུན་གཞི་རྣམ་པར་ཤེས་པ་ཟེར་ཡ་དེ་ལ་སྣ་ཁ་གཉིས་བཤད་དགོས་ཀྱི་འདུག་བག་ཆགས་བཟང་ངན་ཀུན་གྱི་རྟེན་བྱེད་པའི་ཀུན་གཞི་རྣམ་པར་ཤེས་པ་ཟེར་ཡ་གཅིག། དུ་རོ། འོ་དེ་ཡང་སེམས་ཅན་རྒྱུད་ལ་ཡོད་མཁན་ཤེས་པ་ཡིན་མཁན་ཞིག་རྣམ་ཤེས་ཡིན་མཁན་ཞིག་འོ་ད་དེ་འདྲས་ཀྱི་ཁོག་ཏུ་ཟེར། ད། སངས་རྒྱས་དང་སེམས་ཅན་ཡོད་ཚད་གང་པོ་ལ་ཁྱབ་བདེ་མཁན་གྱི་ཀུན་གཞི་རྣམ་པར་ཤེས་པ་ཅིག་ཁོག་ཏུ་ཟེར། དེ་ཡང་ཤེས་པ་ཡིན་ཟེར་ལུང་མ་བསྟན་གྱི་ཤེས་པ་ལུང་མ་བསྟན་གྱི་ཤེས་པ་དེ་སོགས་རེད་ཀུན་གཞི་ངོ་བོ་དེ་ག་ཡིན། དེ་དེ་དེ་ལ་ཀུན་གཞི་ཅེས་པའི་ཐ་སྙད་ག་འདྲས་སུ་འོ་ད་གསུངས་པ་དེ་ཡིན་རེད་རོ། ཀུན་གཞི་ཟེར་རེད། ད་དེ་ཡིན་དུས།

ད་ནི་གཉིས་པ་དེ་གཉིས་པ་དེ་ཆགས་ཞོག་ད་ལྟ་དེ་ཚོའི་སེམས་དུ། ཨ་ནི་ད་ད་ལྟ་གསོ་སྦྱོང་བའི་ངོས་ཀྱི་བཀའ་མང་ཁ་ཤས་བརྗོད་ཡོད་ལ་ད་ལྟའི་ཡང་ཚང་མ་ཕུལ་བྱ་བ་ཡིན། དྲི་བ་བཏང་ཡས་དེ་ཚང་མས་ཀྱི་དྲི་བ་བཏང་དང་ལན་རྒྱས་དེ་ཁ་གསལ་བོ་དེ་གལ་ཆེན་པོ་ཡིན་དུས་ཨ་ནི་ཚོགས་གཙོས་ཀྱི་གཏམ་བཤད་བྱས་ཏེ་དེ་བར་དུས་ཚོད་འདི་གང་ཕོད་ཡོད་ཅེས་དེ་ནི་ད་ལྟ་གསུང་བཤད་པ་ཀྱི་རྩོམ་འབྲི་གནང་བ་དེ་ཧ་ལས་པ་རྒྱ་ཆེན་པོ། གཞི་ཡི་གུང་དང་དྲིལ་བུ་སྐོར། བྱུང་རིམ་འདྲ་བོ་དང་ངོ་སྤྲོད་འདྲ་བོ་དང་དཔེ་མ་ཟད་ཡག་པོ་གནང་སོང། དུས་ཆེ་ན་ཞོད་ཡིན། དེ་ནི་ད་ལྟ། གླིང་སློང་བར་གྱི་ཡང་དྲི་བ་དཔེ་མང་པོ་ཁ། གཏིང་ཟབ་པོ་དེ་འདྲའི་ཡང་མང་པོ་གནང་སོང། དུས་ཚོད་རྐྱེན་པས་ཁས་ལེན་ཆ་ཚང་ཅིག་དུས་ཚོད་ཀྱི་ཕུལ་དུས་ཀྱི་དུས་ཚོད་བྱུང་ཡོད་མ་རེད། དང་པོ། གོང་ལ་རེ་བ་ལ་སློབ་མ་ཚོས་ཀྱི་དྲི་བ་འདྲ་ཞིག་ཁ་ཤས་ཅིག་སླེབས་ན་བསམ་བསམ་འདྲ་བོ་ཅིག་བྱུང་སོང་ད་ཡིན་ན་ཡང། དེ་དེ་ནང་ལ་མིང་ཐོ་སླེབས་མི་དུས་ཞེས་ཀྱི་མི་འདུག། ཨ་ནི་དེ་འདྲ་ཞིག་དུས་སྐབས་རང་ང་ཚོ་མཁས་དབང་མང་པོ་ཅིག་གིས་འདི་ཐོག་ལ་དོ་སྣང་སྤྲད། དུས་ཚོད་འདྲ་བོ་ཡིན་ན་ཡང་བསྐྱར་དུས་ཚོད་ཕྱི་ཚོད་ཡར་སྤར་དགོས་ཡོད་རབས་ཅིག་རེད་འདུག་ད་ཡིན་ན་ཡང་དང་པོ་འགོ་བཙུགས་དུས་ཁོ་རང་ནི་ཡ་ཨ་ནི་སྐར་མ་བཅུ་སྐོར་ལ་གར་བཙུགས་རེད། ཅིན་ཅང་ཆགས་ཡོད་དུས་ག་ལ་དེ་ནི་དོན་དག་སྐྱོ་ས་ཆེ་བོ་རེ་བྱུང་སོང་འདུག་དགོངས་དག་ཞུས་ཡིན་གཙོ་སྐྱོང་ཏག་ཏག་ཨ་ནི་བྱེད་མ་ཐུབ་པ་འདུག་དགོངས་དག་ཞུས་ཡིན་ཨ་ནི་དོན་དག་ཧ་ཅང་ཞུ་ཡ་མེད་པོ་ཐོག་ནས་ཁ་སྐད་འདྲ་ཞིག་ང་ལ་ཡག་པོ་བྱུང་སོང་ཚང་མ་ལ་ཐུགས་ཆེ་གནང་བཀྲ་ཤིས་བདེ་ལེགས། ཞུ་བ་ཡིན།
ལགས་སོ། དེ་རིང་གི་ཚོགས་ཐུན་གསུམ་པའི་གི་གསུང་བཤད་པ། དགེ་བཤེས་ཕུན་ཚོགས་ཉི་མ་ལགས། ཨན་གཙོས་སྐྱོང་བ་དགེ་བཤེས་རྣམ་དག་ཚུར་ཕུད་ལགས་གླེང་སློང་བ། དགེ་བཤེས་གཡུང་དྲུང་ཚེ་དབང་ལགས་ཚང་མ་གི་ཨ་ནི་དཔེ་ཡག་པོ་ཅིག་གནང་སོང་ཨ་ནི་ཐུགས་རྗེ་ཆེ་གནང་ཞུ་བ་དང།